བོད་རྒྱའི་དམངས་གཙོ་ཚོགས་པས་གོ་སྒྲིག་ཞུས་བའི། མང་གཙོ་གླིང་བ་ཞེས་པའི་བརྗོད་གཞི་དེའི་ཐོག་ལ་ཡང་བརྙན་པར་གཟིགས་མཁན་ཡོངས་ལ་ཡང་གུས་འདུད་ཆེན་པོས་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ད་རེས་ང་ཚོའི་བརྙན་པར་བདུན་ཏིང་ལྔ་བ་དེ་ཆགས་ཡོད་ཨ། འདིའི་མང་ཚོགས་གླེང་བའི་བརྗོད་གཞི་དེ་སྤྱི་བཏང་བྱས་པས་ན། ཚང་མའི་དགོངས་པའི་ངྷ་སའི་ཞི་སོང་བོད་རྒྱལ་ཡོངས་མང་ཚོགས་པས་ཀྱི་ནམ་རྒྱུན་ཨ་ཅིག་མི་མང་ས་ལས་འགྲོ་ཆས་ཨ་ནི་གནད་ཡོད་མི་སྣ་རེ་དང་ནང་བཞིན་གྱི་འབྲེལ་ཡོད་དེ་འབྲེལ་ཞུས་ཆས་མང་ཚོགས་དང་འབྲེལ་བ་ཡོད་པའི་བྲོ་འབྲིང་དང་གཏམ་བཤད་གོ་སྒྲིག་ཞོས་ལས་སོགས་པ་དང་ད་ག་ནང་བཞིན་གྱི་མཐོ་སློབ་པུག་ཚོར་དམིགས་བསལ་ཟབ་སྦྱོང་སོགས་གོ་སྒྲིག་ཞོས་དེ་རེད་དེ་ད། དལ་འབྱོར་གྱི་གནས་སྐབས་དེའི་དམིགས་བསལ་གྱི་རྒྱ་ནག་ཧུང་ཨན་ནས་བྱུང་པའི་ཏོག་དབྱིབས་ཀྱི་ནད་ཡུམ་འདི་གིས་རྐྱེན་པས་མི་མང་འདུ་འཛོམས་སོགས་བྱས་མེད་པ་སོང་ཙང། དམིགས་བསལ་གྱི་མང་ཚོགས་གླིང་བ་བརྗོད་གཞི་འདིའི་སྒང་ནས་ད་དྲ་རྒྱའི་བརྒྱུད་ལམ། Digit རྒྱུ་ཆས་ཨ་ནི་ཅིག་བརྙན་པར་གླེང་བྱེད་བརྙན་པར་གྱི་ལམ་ནས་ཅིག་མང་གཙོའི་གོ་རྟོགས་ལ་སོགས་དེ་སྤེལ་ཏེ་བརྗོད་གཞི་སྣ་ཚོགས་སྒང་ལ་ཡང་གཏམ་བཤད་ཞུས། འདི་འདྲ་ཅིག་གོ་སྒྲིག་ཞུས་ཡོད་རེད་འདི་ཚོགས་ཆེན་གྱི་གྲོས་ཆོད་རེད་ཚོགས་པའི་དམིགས་ཡུལ་རེད་དེ་བཅས་མཐུན་ཡོད་སྲི་ཞོད་ཡིན། ད་རེས་མང་ཚོགས་གླིང་བ་དོན་ཐིང་ལྔ་པ་དེའི་ནང་གི་ནང་སའི་བརྗོད་གཞི་འདི་ཉིས་སྟོང་ཉི་ཤུ་རྩ་གཅིག་གི་གལ་གནད་དང་མི་མང་གི་འགན་འཁུར་སི་བྱས་ནས་བཞག་ཡོད། འདི་བཞག་དགོས་ཀྱི་དགོས་པ་དང་རྒྱུ་མཚན་དེ་ག་རེ་ཡིན་སྲི་ཞུ་བ་ཡིན་ན། རྩ་བའི་ཆ་ནས་ད་ཚང་མའི་དགོངས་པི་ང་སེམས་ཉིས་སྟོང་ཉི་ཤུ་རྩ་གཅིག་འདི་ང་རང་ཚོའི་འཛིན་སྐྱོང་དབུ་ཁྲིད་སྲིད་སྐྱོང་དང་ཨ་ནི་སྤྱི་འཐུས་ཀྱིས་ལོ་ལྔ་རེ་ནས་མི་མང་གིས་འོས་འདེམས་བྱེད་དགོས་བ་རེད་འདི་འོས་འདེམས་བྱེད་དུས་ཚོད་སླེག་ཡོད་ཙང་དམིགས་བསལ་གྱི་དེ་ལ་ཡང་མི་མང་གི་རེ་བ་ཟ་བ་ཅིག་དང་ཐུགས་སྣང་ཟ་བ་ཅིག་གནང་དགོས་ང་ཚོ་བོད་དོན་འཐབ་རྩོད་ཀྱི་ཐོག་ལ་ཡང་ཅིག་དབུ་ཁྲིད་ཟ་བ་ཞེ་བོ་རྒྱལ་བ་ན་འགྱུར་བ་ཟ་བ་ཞིག་དང་རེ་བ་ཟ་བ་ཞིག་ཀྱང་ཡིན་དེའི་དུས་ཚོད་དེ་སླེག་དགོས་བ་རེད་དེ་ཡིན་ཙང་ཨ་ནི་དེ་སྔ་ཡིན་པ་ཡིན་ན་བོད་རྒྱལ་ཡོངས་མང་ཚོགས་པའི་གི་དམིགས་ཡུལ་གཞི་བཟུང་གི་ཕྱོགས་བ་ཟུང་གི་སྤྱི་འཐུས་འོས་མི་དང་སྲིད་སྐྱོང་ལ་སོགས་པའི་འོས་མི་བཏོན་ཡས་དེ་རེད་ད་དེ་འདའི་གནས་སྐབས་ལ་ཡང་འོས་མི་བཏོན་ཡས་དེ། སྤྱི་བདེ་ལྷན་ཚོགས་ཀྱི་གཏན་ལ་ཕབ་ཡུལ་གྱི་ཁྲིམས་དང་སྒྲིག་གཞིའི་ཐོག་ནས་བཏོན་ཆོག་གི་མེད་པ་སོང་ཙང་ཨ་ནི་ང་ཚོའི་གི་སྤྱི་བཏང་གི་སྤྱི་བདེ་ལྷན་ཚོགས་ཀྱི་གཏན་འབེབས་གནང་སྦས་ཀྱི་འོས་འདུས་ཀྱི་སྒྲིག་གཞི་ལི་དང་མ་འགལ་བའི་ཐོག་ནས་ཨ་ནི་མི་མང་ལས་གོ་རྟོགས་སྤེལ་གལ་ཆེད་དུ་ཉིས་སྟོང་ཉི་ཤུ་རྩ་གཅིག་གི་གལ་གནད་སྲིད་བྱས་ནི་ཉིས་སྟོང་ཉི་ཤུ་རྩ་གཅིག་དེ་ལོ་ལྔ་རེ་ནས་འཛིན་སྐྱོང་གི་དབུ་ཁྲིད་དང། ཁྲིམས་བཟོ་ལྷན་ཚོགས་དབུ་ཁྲིད་འགྱུར་བ་འགྲོ་ཡས་དེ་གལ་ཆེན་པོ་ག་ག་ཚོད་བྱས་དགོ་བ་རེད་འགན་ག་འདྲི་མི་མང་གི་འགན་ག་འདྲི་ཁི་དགོ་བ་རེད་དེའི་ཐོག་ལ་ཡ་དམིགས་གསལ་གི། ལྟར་ལས་རིམ་གྱིས་འདུག་སུ་འགྲོ་གི་ཡོད་ཨང་འདི་མུ་མཐུད་ནས། སྤྱི་འཐུས་ལྷན་ཚོགས་གཏན་འབེབས་གནང་པའི་ཁྲིམས་དང་སྒྲིག་གཞི་འོས་བསྡུ་དང་འབྲེལ་བའི་ཁྲིམས་སྒྲིག་འདི་གལ་ཏེ་དང་མ་འགལ་བའི་ཐོག་ནས་འགྲོ་ཡས་ཀྱི་འབད་བརྩོན་ཞུ་གི་ཡོད་ཚུལ་ཞུ་ཡས་ཡིན། འདི་འབད་བརྩོན་ཞུ་དགོས་ཡས་དགོས་པ་དང་རྒྱུ་མཚན་གཙོ་བོ་དེ་མི་མང་གི་ཡང་ཐུགས་སྣང་དང་འོས་བསྡུའི་ལས་རིམ་འདི་ཡང་མཉམ་ཞུགས་མང་ཙོ་ཡོང་ཡས་ཐུགས་སྣང་མང་ཙོ་གནང་ཡས། དང་པོ་དེ་མཉམ་ཞུགས་གནང་ཡས་རེད་ཡ། ཁྲིམས་སྒྲིག་གཞི་བཞག་གི་རང་དབང་གཅེས་འཛིན་ལག་དེབ་གནང་དགོས་ཡས་དང་དེ་བརྒྱད་དེ་ཆ་རྐྱེན་ཚང་དགོས་ཡས་གཉིས་པ་དེ་འོས་བསྡུའི་སྐབས་སུ་མཉམ་ཞུགས་གནང་ཡས། ཨ་ནི་གསུམ་པ་དེ་འོས་བསྡུའི་ལས་རིམ་ནང་རེད་ཡ། གཙོ་བོ་དེ་ང་རང་ཚོའི་འོས་མི་ག་འདྲ་ཞིག་ལ་ཡ་སོ་སོའི་འོས་འདེམས་གནང་གི་ཡོད་ན་རེད་རྒྱབ་སྐྱོར་གནང་གི་ཡོད་ན་རེད་འོས་མི་བཞེངས་གི་ཡོད་ན་རེད་དེ་ང་ཚོའི་རང་དབང་རེད་དེ་ཡིན་ན་དོན་རྡོག་རྡོག་དེ་འོས་མི་དེ་བཞེངས་མཁན་ཚོའི་ཡིན་པ་ཡིན་ན་རེད་འོས་མི་བླངས་མཁན་ཚོའི་ཡིན་པ་ཡིན་ན་རེད་དོན་དག་དེ། ང་རང་ཚོ་རང་དབང་རང་བཙན་ཡོད་པའི་རྒྱལ་ཁབ་ཅིག་དང་མ་འདྲ་བའི་ང་ཚོ་སྐྱབས་བཅོལ་བའི་གནས་བབ་ཅིག་རང་དབང་རང་བཙན་འཐབ་འཐབ་རྩོད་བྱེད་མཁན་གྱི་བཙན་བྱོལ་བའི་གནས་བབ་ཀྱི་མང་ཚོགས་ཅིག་ཡིན་དུས་རྩམ་པ་ཨ་ནི་ང་ཚོའི་གི་བོད་པ་ཉུང་ཉུང་ཅིག་ལ་ཡོད་མ་རེད་འདི་སྐད་དེ་ཤོག་ཁག་དང་དགའ་མདའ་ནང་ཁུལ་ཅིག་གི་ཅིག་ལ་ཡང་དགྲ་མདའ་བཟོ་རེད་འདི་འདྲའི་ང་ཅག་པ་ཅིག་དགོངས་པ་བཞེས་དགོས་ཏེ་རྩ་དོན་བཞི་རེ་བཞག་པའི་ཐོག་ནས་ཨ་ནི། དགོངས་པ་བཞེས་དགོས་དེ་གལ་ཆེན་པོ་མཐོང་གི་ཡོད་ཙང་དེ་འདྲའི་ཐོག་ལ་ཡང་ང་ཚོའི་ལས་རིམ་ཐུགས་སུ་གོ་སྒྲིག་ཞུ་གི་ཡོད་ཨ་ནི་གསུང་བཤད་གནང་མཁན་དེ་ད་རེས་དམིགས་བསལ་གྱིས་བོད་ཀྱི་རྒྱལ་ཡོངས་མང་གཙོ་ཚོགས་པའི་ཡུན་རིང་གི་རྒྱབ་སྐྱོར་བ། བོད་དོན་ལས་འགུལ་བ་ཨ་ནི་སི་པན་བོད་ཁང་གི་འགན་འཛིན་བོད་མི་མང་སྤྱི་འཐུས་ཟུར་པ་སྐུ་ངོ་དགེ་བཤེས་ཐུགས་ལྡན་དབང་ཆེན་ལགས་དང། ཨ་ནི་བོད་ཀྱི་རྒྱལ་ཡོངས་མང་གཙོ་ཚོགས་པའི་དབུས་སྤྱི་ཁྱབ་དྲུང་ཆེ་ཟུར་པ་བདེ་ལེགས་མ་འགང་འགན་འཛིན། བོད་མི་མང་སྤྱི་འཐུས་ལས་ཐོག་ཀོང་ཏོག་ཕུན་སྐྱིད་ལགས། ཨ་ནི་བོད་ཀྱི་རྒྱལ་ཡོངས་དམངས་གཙོ་ཚོགས་པ་ཐོག་མར་གསར་འཛུགས་གནང་མཁན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དབུས་སྤྱི་ཁྱབ་ཚོགས་གཙོ་ཟུར་པ་བོད་མི་མང་སྤྱི་འཐུས་ལས་ཐོག་ཀོང་ཚེ་དབང་རིག་འཛིན་ལགས་བྱས་རྗེས་ཁོང་རྣམ་པ་གསུམ་གྱིས་བརྗོད་གཞི་དེ་དང་འབྲེལ་བའི་ཐོག་ལས་ཨ་ནི་གསུང་བཤད་གནང་བཞག་པའི་བརྙན་པར་ཆེད་དུ་ཕྱོགས་སྒྲིག་ཞུ་ཆེད་སྟོན་གྱི་ཡོད་ཨ་ནི་སྔར་བཞིན། དྲ་རྒྱའི་བརྒྱུད་ནས་མི་མང་གི་ཐུགས་སྣང་གནང་ཡས་དང་ཨ་ནི། ཅིག་འདི་ལ་ཡར་རྒྱབ་སྐྱོར་གནང་ཡས་རེ་བ་དང་ཡིད་ཆེས་ཞུ་གི་ཡོད་ཟེར་བཞིན་བས་ཡིན་ཨ་མཐོ་ཆེ་ན་ཚང་མ་ཟིང་གེ་ཚང་མ་མཐོ་ཆེ་ན་བཀྲ་ཤིས་བདེ་ལེགས།
ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ། ཉིན་ཤས་སྔོན་བོད་རྒྱལ་ཡོངས་དམངས་གཙོ་ཚོགས་པའི་དབུས་སྤྱི་ཁྱབ་རྒྱུན་ལས་ཁང་ནས་རུས་རྒྱུད་རྣམས་ནང་བཞིན། ཉིས་སྟོང་ཉི་ཤུ་རྩ་གཅིག་རྒྱལ་ནད་དང་མི་དམངས་ཀྱི་འགན་ཁུར་ཞེས་པའི་བརྗོད་གཞིའི་འོག་ལ་སྐད་ཆ་ཚིག་ཁ་ཤས་ཅིག་བཤད་རོགས་ཅེས་གསུངས་སོང། ཉིས་སྟོང་ཉི་ཤུ་རྩ་གཅིག་སྲིད་སྐྱོང་དང། སྤྱི་བསྟོད་ཀྱི་ཡུལ་དུ་ཆེན་མོ། སླེབ་ལ་ཉེ་བ་སོང་ཙང། ཐོག་མར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག། ལོ་མང་རིང། བོད་ཀྱི་བདེ་དོན་དང། བདེན་མཐའ་གསལ་བའི་སླད། དགོངས་པ་རྒྱ་ཆེར་བཞེས་ནས་མི་མང་ལ་དམངས་གཙོ་གསོལ་རས་གནང་པ། བཀའ་དྲིན་ཤིན་ཏུ་ནས་ཆེ་ཞུ་རྒྱུ་ཡིན། རྒྱལ་ཁབ་གཞན་ལ་བལྟ་བ་ཡིན་ན། དཔེར་ན་དེང་སང་ཧོང་ཀོང། དམངས་གཙོ་རྩོད་ཀྱི་ཡོད་རེད། འཐབ་རྩོད་བྱེད་ཀྱི་ཡོད་རེད། སྐད་འབོད་བྱེད་ཀྱི་ཡོད་རེད་དེ་དམངས་གཙོ་རག་གི་ཡོད་མ་རེད། མི་འདུག་ཨ། ང་ཚོ་འཐབ་རྩོད་བྱེད་མོ་དགོས་པའི་ཐོག་ནས་གོང་ས་མཆོག་གིས་གསོལ་བསྩལ་གནང་བཞག་པ་འདི། མ་ནོར་བ། ལག་བསྟར་བྱེད་ཐུབ་པ་དང་བྱེད་དགོས་པ་དེ་གནད་འགག་ཅིག་ཆགས་ཀྱི་ཡོད་རེད། སོང་ཙང་ཕྱི་ལོ་ཉིས་སྟོང་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆེས་རྒན་ཡོལ་དུ་ཕེབས་ནས་མི་མང་གི་འོས་བསྡུ་བྱས་ནས་བཀའ་བློན་ཁྲི་པ་འདེམས་དགོས་བྱུང་བ་རེད། དེའི་སྐབས་མཁས་དབང་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ནས། སྤྱི་ལོ་ཉིས་སྟོང་དང་ཉིས་སྟོང་དྲུག་གི་ཡུལ་དུས་ཆེན་མོའི་སྐབས་ཀྱི་ཡུལ་འདེམས་ཞུས་ནས་ལོ་ཧྲིལ་པོ་འགན་ཁུར་ཆེ་བཞེས་ཀྱི་མཐར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགོངས་གཞི་སྒྲུབ་ཐུབ་པའི་ནུས་པ་ཅིག་བཏོན་ཡོད་རེད། དེའི་རྗེས་ལ་ཉིས་སྟོང་བཅུ་གཅིག། ཉིས་སྟོང་བཅུ་དྲུག། སྲིད་སྐྱོང་གི་འོས་བསྡུ་ཆེན་མོ་བྱས་ནས། ང་རང་ཚོའི་དམངས་གཙོ་ཚད་དང་ལྡན་པ་ལག་བསྟར་ཞུས་ནས། པའི་གྲུབ་འབྲས་ལ་དཔལ་དཔལ་ལྡན་སྲིད་སྐྱོང་བློ་བཟང་སེང་གེ་མཆོག་འོས་འདེམས་བྱུང་ཡོད་རེད། སྲིད་སྐྱོང་མཆོག་ནས་ཡིན་པ་ཡིན་ན་ཡང། ད་ལྟ་མི་ལོ་དགུ་ཙམ་གྱི་རིང་ལ་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་དཔོན་རིགས་གཞན་དང་མཉམ་དཔུང་པ་མཉམ་གཤིབ་ཀྱིས་བོད་ཀྱི་རྩ་དོན་དང་བོད་མིའི་ལངས་ཕྱོགས་དེ་ག་ནང་བཞིན་རྒྱབ་སྐྱོར་ཡོང་པ་བཅས་ལ་ཞུ་གཏུག་དང་སྙན་སེང་གིས་ང་རང་ཚོ་གཞུང་མི་གོ་བའི་ཐོག་ནས་བོད་ཀྱི་རྩ་དོན་འདི། རྒྱལ་ཁབ་ཁྱིམ་མཚེས་རྒྱལ་ཁབ་མང་པོ་ལས་ལྷག་ག་ང་ཚོ་བོད་ཀྱི་གནས་སྟངས་འདི་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་འགྲོ་དང་འགྲོ་བཞིན་པ་འདི། བོད་མིའི་སྒྲིག་འཛུགས་རྙིང་པ་རྣམས་ཀྱི།

ད་ཟླ་བ་ཁ་ཤས་རྗེས་ལ་ཡུལ་དུས་ཆེན་མོ་གླེང་ཡོང་གི་ཡོད་རེད་དེ་ག་ལ་ང་ཚོ་བོད་མི་ཡོད་དོ་ཅོག་ནས་ལས་འགན་ཡིན་བསམ་ཐོབ་ཐང་ཡིན་བསམ་རྗེས་ཡུལ་དུས་ལ་མཉམ་ཞུགས་གནང་ཐུབ་ཡས་དང་གནང་དགོས་ཡས་དེ་གནད་འགག་བཞི་བཅུ་རེད། མ་འོངས་པའི་སྲིད་སྐྱོང་སུ་དང་སུ་ཕེབས་པ་ཡིན་ན་ཡང། ད་ཡོད་མི་མང་པོ་ཅིག་ཕེབས་ཡོང་གི་རེད། ང་རང་ཚོས་དགོངས་པ་བཞེས། ད་གཙོ་བོ་མ་འོངས་པའི་སྲིད་སྐྱོང་ག་འདྲས་ཞིག་དགོས་ཀྱི་རེད་ཞུས་པ་ཡིན་ན། གཙོ་བོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གོང་བཞི། སྒྲུབ་ཐུབ་མཁན་གྱི་སྲིད་སྐྱོང་ཅིག་དགོས་ཀྱི་ཡོད་རེད། གཞིས་ལུས་བོད་རིགས་སྤུན་ཟླ་ཚོ་གི་རེ་བ་དང་ཡིད་ཆེས་སྐོང་ཐུབ་མཁན་གྱི་སྲིད་སྐྱོང་ཅིག་དགོས་ཀྱི་ཡོད་རེད། བོད་མི་ཡོངས་རྫོགས་མཐུན་སྒྲིལ། རྡོག་རྩ་གཅིག་སྒྲིལ་བཟོ་ཐུབ་མཁན་གྱི་སྲིད་སྐྱོང་ཅིག་དགོས་ཀྱི་ཡོད་རེད་བསམ་གྱི་འདུག། གལ་ཆེ་ཤོས་གཅིག་ལ། རྒྱལ་སྤྱིའི་སྡིངས་ཆའི་སྒང་ལ། དཔུང་པ་མཉམ་གཤིབ་ཀྱི་སྲིད་འཛིན་ཆབ་སྲིད་པ་སུ་དང་སུ་ཡིན་ན་ཡང་བོད་ཀྱི་རྩ་དོན་ཐོག་ལ་གསུང་ཐུབ་པ། འབོད་སྐུལ་གནང་ཐུབ་མཁན་སྤོ་བོ་དང་ལྡན་པའི་སྲིད་སྐྱོང་ཅིག་དགོས་ཀྱི་ཡོད་རེད། དེ་ཡིན་དུས་ང་ཚོ། བོད་པ་ཚང་མས་དགོངས་པ་ཡག་པོ་བཞེས་རྗེས། སྲིད་སྐྱོང་གཅིག་མ་ཞིག་ཡོད་མ་རེད་མེད་ཡོད་མ་རེད། དེ་ང་ཚོའི་ནོར་བུ་ཡིན། ང་ཚོ་ལ་གྱོང་གུད་ཆེན་པོ་ཅིག་རག་གི་ཡོད་རེད། ད་སྤྱི་འཐུས་ཚུན་པ་སྒྲོག་རྒྱུ་ཡིན་ན། སྤྱི་འཐུས་བཞི་བཅུ་ཞེ་ལྔ་ཡོད་རེད་པ།

དེ་ཡིན་དུས། སྤྱི་འཐུས་བཞི་བཅུ་ཞེ་ལྔ་དེ། བསམ་བློ་བཏང་རྗེས། ཆོལ་ཁ་དང། ཆོས་ལུགས། དེ་ག་ནང་བཞིན་ཨ་རི། ཡུ་རོབ། ཨོ་སི་ཀྲེ་ལི་ཡ་བཅས་ཀྱི་ཡུལ་དུ། ཚང་མ་ལོ་ངོ་ནས་ང་ཚོ་བསམ་བློ་ཡག་པོ་བཏང་རྗེས། སྤྱི་འཐུས་སླེབས་དགོས་ཡ་དེ་གནད་འགག་རེད། ད་གལ་སྲིད་དེ་འདྲའི་མ་བྱུང་པ་ཡིན་ན་ཡང། ཞི་དྲག་གི་འཐུས་ཤོར་ཤོས་དེ་མི་འདུག་བསམ་གྱི་ཡོད། ཅེས་དང་སྲིད་སྐྱོང་དེ་ང་ཚོས་ནོར་བ་ཡིན་ན། མི་གཅིག་གིས། ཨང། བཀའ་སློབ་གནང་ཡ་ཅིག་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་འཁྲུགས་པ་ཡིན་ན་ཡང། དཔེ་མི་སྲིད་པའི་ཉེན་ཁ་ཆེན་པོར་བ། དེ་འདྲ་སོང་ཙང། སྲིད་སྐྱོང་དང་སྤྱི་འཐུས་གཉིས་ཀས་འོས་བསྡུ་ཆེན་མོ་ལ་མཉམ་ཞུགས་བྱེད་ཡ་དེ་གནད་འགག་དང་ལས་འགན་དང་ཐོབ་ཐང་ཅིག་ཡིན་པ་ཡིན་དུས་ད་ང་ཚོ་བོད་པ་ཡིན་ཟེར་བ་ཙམ་གྱིས་འོས་ཤོག་འཕེན་ཆོག་གི་ཡོད་རེད་པས་ཞུས་ན། ཆོག་གི་ཡོད་མ་རེད། བོད་པ་ཡིན་པ་ཡིན་ན་ཡང་ང་རང་ཚོས་ཀྱི་ལས་འགན་ཁྱེར་མེད་པ་ཡིན་ན། ཐོབ་ཐང་གཅིག་པོ་དགོས་ཡོད་ཐོབ་ཐང་རྩོད་བྱེད་ལས་འགན་མ་ཁྲིད་པ་ཡིན་ན་ད་ལྟ་བསྡད་ཀྱི་ཡོད་མ་རེད། ད་ལས་འགན་མང་པོ་ཡོད་པའི་ནང་ནས།

ད་ལྟ་བར་དུ་རྒྱ་བལ་འབྲུག་སི་རྣམས་ལ་ཡོད་པའི་བོད་པ་རྣམ་པ་ཚོས་ཏེ་མང་པོའི་དྭང་བླངས་ཀྱིས་ཕུལ་གྱི་ཡོད་རེད་ལོ་ཟླ་ཕུལ་གྱི་ཡོད་རེད་ད་ཡིན་པ་ཡིན་ན་ཡང་ང་ཚོ་ཕྱི་རྒྱལ་རྒྱལ་ཁབ་ལ་སླེབས་བསྡད་མཁན་བོད་པ་ལོ་རེ་ནས་ལོ་རེ་མང་རུ་འགྲོ་གི་ཡོད་དུས་བོད་པ་མང་པོ་གཅིག་གིས་ལས་འགན་ཡིན་བསམ་གྱིས་ཕུལ་གྱི་ཡོད་རེད། བོད་མིའི་སྒྲིག་འཛུགས་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་ཕུལ་གྱི་ཡོད་རེད། གོང་ས་མཆོག་གི་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་ཕུལ་གྱི་ཡོད་རེད་ཧུ་ཐག་བ་ཐག་ཕུལ་གྱི་ཡོད་རེད། ཡིན་པ་ཡིན་ན་ཡང་བོད་པ་མང་པོ་ཅིག་ད་ལྟ་ཆ་རྐྱེན་མ་ཚང་པའི་ཐོག་ནས་མཐུན་རྐྱེན་མ་སྒྲིག་པའི་ཐོག་ནས་ཕུལ་དགོས་བསམ་ན་ཡང་ཕུད་མ་ཐུབ་པའི་གནད་འགག་ཅིག་ཆགས་ཏེ་ཤ་ཨེ་བོད་པ་རེ་རྙེད་རེ་རྙེད་ཕུད་དགོས་བསམ་པའི་ཆ་རྐྱེན་ཚང་ན་ཡང་ཕུད་ས་མེད་པའི་ཡང་གནས་སྟངས་འདི་འདྲའི་ཆགས་བསྡད་པ་དེ་འདྲ་འདུག་དེ་འདྲ་ཡིན་དུས་ད་གཙོ་བོ་ང་ཚོ་བོད་པ་ཚང་མས་ཀྱི་བཀའ་དྲིན་རྗེས་དྲན་གྱི་ཆེད་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡིན་ན་ཡང།

ཕུལ་འདོད་ཡོད་པ་ཚང་མས་ཀྱི། ད་ད་ད་ཟླ་བ་བཞི་ལྔ་ཅིག་ཡོད་རེད། དེ་འདྲའི་ཞིག་གི་ནང་ལོགས་ལ་ཚང་མས་ཀྱི་ལག་དེབ་ལྗང་གུ་ཕུལ་ཐུབ་པ་གནང་རོགས་གནང། ཕུལ་ཐུབ་པ་དེ་ཡང་ས་གནས་ས་ཐོག་གི་དོན་གཅོད་རྣམ་པ་ཚོ་ཡོད་རེད། བོད་རིགས་ཚོགས་པ་ཡོད་རེད། དེ་ཚོའི་གི་འགན་བཞེས་རྗེས་ཕུལ་མཁན་ཚང་མ་ལོགས་ཅིག་ཕུལ་ས་ཡོད་པ་ཅིག་དང་ཕུལ་ཐུབ་པ་ཅིག་བཟོ་རོགས་གནང་ཞུ་བ་ཡིན། ཨ་འདིའི་སྒང་ལ། དཔལ་ལྡན། དཔལ་འབྱོར་བཀའ་བློན། གཙོས་པའི། དཔལ་འབྱོར་ལས་ཁུངས་ཀྱི། ཨ་ནི་ལས་བྱེད་རྣམ་པ་ཚོ་ཡིན་ན་ཡང་འགན་བཞེས་རྗེས། ང་ཚོས་མཐུན་རྐྱེན་ཅིག། བརྒྱུད་ལམ་ཅིག་བསྐྲུན་དགོས་ཀྱི་འདུག་ཚང་མལ་གྱི། སྒྲ་དེབ་ལྗང་གུ། ཕུད་དུ་ཡ་ཅི་དང། ཡོ་ཤོག་འཕེན་ཐུབ་པ་ཅིག་ང་ཚོས་ཚང་མལ་གྱི་ཧ་རུ་བ་རུ་བྱས་རྗེས་འདུག་ཅེས་བྱས་ནས་པ་ཡིན་ན། ང་ཚོ་གྲུབ་འབྲས་ལེགས་པོ་ཡོང་གི་རེད། ཚང་མས་ཆ་ཤས་ལེན་ཐུབ་ཀྱི་རེད་བསམ་གྱི་ཡོད། རེད་པ། ཨ་ནེ་སོ་སོ་ཡིན་ན་ཡང། ང་བོད་པ་ཡིན་ཟེར་པ་ཙམ་མིན་པས། ཡོད་ཤོག་ཆ་ཤས་ལེན་ཐུབ་པ། ཐོབ་ཐང་རག་སོང་བསམ་པས་སོ་སོ་ཡིན་ན་དགའ་བ་སྐྱེས་དགོས་ཡ་ཅིག་དེ་འདྲས་ཆགས་པ་ཡིན་ན། མ་འོངས་པ་ཡིན་ན་ཡང། ད། ཡོད་ཤོག་ཕན་མཁན་བརྒྱ་ཆ་ཡིན་ན་ཡང། མ་རུ་མ་རུ་འགྲོ་ཡས། སྔ་མོ་བདེ་བ་བརྒྱ་བྱིན་ལྔ་བཅུ་ང་གྲངས་མ་བཞི་མེད་པ། དེའི་རྗེས་ལ་དྲུག་ཅུ་རེ་གྲངས་ཀྱིས་སླེབས་རེ། ད་ད་ལོ། ཡོངས་ལ་ཉེས་པའི་གེ། ཡུལ་དུས་ཆེན་མོའི་སྐབས་ལ། བརྒྱ་ཆ་བརྒྱ་བཅུ་བརྒྱ་གྲངས་ཀྱིས། བོད་པ་ཚང་མས། མཉམ་ཞུགས་གནང་ཐུབ་པ་ཅིག། ང་རང་རེ་བ་ཞུ་གི་ཡོད་ལ། ཨ་ནི། སྨོན་ལམ་ཡང་ཞུ་གི་ཡོད། དེ་བྱས་པ་ཡིན་ན། ང་རང་ཚོ་སྤྱི་བོ་ལ་ཕན་གྱི་རེད། སྒེར་ལ་ཡིན་ན་ཡང་ང་རང་ཚོས་བློ་བདེ་བོ་བྱས་ཆོག་པ་ཅིག་དེ་འདྲ་རེད་འདུག་བ། དེ་ཡིན་དུས་ད་གང་ལྟར་ང་རང་ཚོས་འོས་བསྡུ་ཆེན་མོ་སྐབས་ལ་ཆོལ་ཁ་དང་ཆོས་ལུགས་མེད་པའི་ཐོག་ནས། འཐེན་བཤལ་མེད་པའི་ཐོག་ནས། ཨ་ནི། དངོས་གནས་མི་ཡག་པོ། འོང། འཇོན་ཐང་ཡོད་མཁན། ད་ལྟ་གི་ཤུལ་པ་ནང་བཞིན་རེད། རྒྱལ་བ་རིན་པོ་ཆེའི་དགོངས་པ་སྒྲུབ་ཐུབ་མཁན། བོད་ནང་ལ་ཡོད་པའི་བོད་མི་ཚོའི་མངོན་འདོད་སྒྲུབ་ཐུབ་མཁན། རྒྱལ་སྤྱིའི་ནང་ལ། ཕལ་ཆེར། བཀའ་མོལ་ན་ཞུ་གཏུག་གནང་ཐུབ་མཁན་འདི་འདྲས་ཀྱི་སྲིད་སྐྱོང་ཅིག་ང་ཚོ་གདམ་དགོས་ཡ་ཅིག་གནད་འགག་ཆགས་ཀྱི་འདུག་བསམ་གྱི་འདུག་ཨ་ནེ། མ་འོངས་པ་ཡིན་ན་ང་ཚོ་རྒྱུས་མི་གོ་བ་ཅིག་དང་བློ་ཕམ་མོ་གོ་བ་ཅིག་ང་ཚོ་དངོས་གནས་སྤོབས་པའི་ངང་ནས་བོད་བོད་རང་བཙན་མེད་པ་ཡིན་ན་ཡང Tibet།

ཨ་ནི་ལ་འདྲ་དེ་བ་དངོས་གནས་བཀའ་སློབ་གནང་མཁན་མང་པོ་ཡོད་རེད། ཉམས་མྱོང་ལྡན་པ། ཤེས་འཇོན་གཉིས་ལྡན། ཁོ་རང་ཚོས་གསུང་གནང་གི་རེད། ད་ང་འདྲ་བོ་ཅིག་གིས་ཞུ་བཤད་པ་ཡིན་ནས་ཏག་ཏག་བསྡད་ཀྱི་མི་འདུག་ཡིན་པ་ཡིན་ན་ཡང། ད་རྒྱལ་ཡོངས་དམངས་གཙོ་ཚོགས་པའི་རེ་བ་རྣམ་པ་ནང་བཞིན་གྱི་ཚིག་ཁ་ཤས་ཞིག་ངས་ཞུས་པ་ཡིན། ང་རང་གང་བསམ་པ་དེ་ཞུས་པ་ཡིན།

ཡིན་པ་ཡིན་ན་ང་ཚོ་སྐྱབས་བཅོལ་དགྲ་འདྲེ་ནང་ནས་མི་འདྲ་བ་ང་ཚོའི་བོད་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་པ་འཕྲིན་ལས་དང་ཐུགས་སྨོན་དགོངས་པ་བཞེས་སྟངས་བཅས་ཀྱི་ཐོག་ནས་རྒྱལ་སྤྱིའི་ནང་ལ་གཟེངས་སུ་ཐོན་མཛད་སྤོབས་པས་བྱེད་ཆོག་པ་ཅིག

རྒྱབ་སྐྱོར་གནང་དགོས་ཀྱི་ཡོད་རེད། ད་ང་རང་ཚོས་ཀྱི་ཡོད་དམ་ཞུས་པའི་སྲིད་སྐྱོང་ཡིན་ནའི་རེད། བཀའ་ཤག་ཡིན་ནའི་རེད། རྒྱབ་སྐྱོར་ང་རང་ཚོས་ཀྱི་རྒྱབ་སྐྱོར་མ་གནང་པ་ཡིན་ན་སུས་གནང་གི་རེད། ང་རང་ཚོས་ཀྱི་དཔོན་པོ་ལ་ང་རང་ཚོས་བརྩི་མཐོང་ཞུ་དགོས་དེ་ང་རང་ཚོའི་ལས་འགན་རེད་དོ། སོ་སོའི་དཔོན་པོ་སོ་སོའི་ཡོ་དེམ་བྱས་བཞག་པའི་གང་ཟག་འདི་ལ་ཨ་ནི། གཞི་ཡོད་དང་མེད་ལ་མ་ལྟོས་པའི་ཨ་ནི་མང་པོ་ཅིག་བཤད་བསྡད་པ་ཡིན་ན། ཨ་ནི་ཕན་ལས་གནོད་ཆེ་བ་ཅིག་ཡོང་གི་ཡོད་དུས་ཨེ་འདུག་ཚང་མ་ལ་དགོངས་པ་ཡག་པོ་བཞེས་དགོས་ཀྱི་འདུག་མཚམས་མཚམས་དོན་ཞོ་འགྲོ་སྲིད་ཀྱི་རེད་མཚམས་མཚམས་ནོར་བ་ཡོང་སྲིད་ཀྱི་རེད་སུ་དང་སུ་ཡིན་ནའི་ཡིན་ནའང་དེ་ཚོ་དངོས་གནས་དྲ་ལམ་དང། ཚང་མས་ཀྱི་ཤེས་དགོས་འདི་འདྲ་གི་མི་འདུག་ཨ། ང་རང་ཚོའི་དཀའ་ངལ་དང་རྙོག་དྲ་དེ་ང་རང་ཚོ་རང་གི་ཨ་ནས་སེལ་ཐུབ་པ་ཡིན་ན་ཡག་པོ་རེད། དེ་ཡིན་དུས་ཀ་ནས་ང་ཚོ་ད་མ་འོངས་པའི་སྲིད་སྐྱོང་སུ་དང་སུ་ཕེབས་པ་ཡིན་ན་ཡང་དེ་ལ་ཨ་ནས་ཚད་དང་ལྡན་པ་དགོངས་པ་ཡག་པོ་བཞེས་བྱས་ཨ་ནས་ཡོད་ཕན་རོགས་གནང་ཞུ་བས་ཡིན།

རང་ཉིད་སུ་དང་སུ་ཡིན་ན་ཡང་ནུས་པ་མི་འདྲ་མི་འདྲ་ཡོད་རེད། ནུས་པ་ཚང་མ་ལོ་མཉམ་དུ་སྤུངས་རྗེས་རང་ཚུགས་ཀྱི་བདེན་མཐའ་སེལ་ཐུབ་ཡ་ཅིག་ཚང་མ་ལོ་གནང་རོགས་གནང་ཞུ་ཡ་ཡིན། ཨ་ནི་ཚང་མ་ལོ་ལ་འཚམས་འདྲི་ཞུ་ཡ་དང། ཁོ་ཚོ་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཅིང་ཐུགས་ཀྱི་བཞེད་དོན་མཐའ་དག་འགྲུབ་པ། ཞི་བྱེད་མཉམ་འཛོམས་ཡོང་པ། ཨ་ནེ། དེ་འབྲེལ་གྱི་བཀྲ་ཤིས་ལོ་ལེགས་ཀྱི་གཏམ་བཟང་དོན་དུ་མྱུར་དུ་ཐོས་པའི་སྨོན་འདུན་བཅས། བོད་རྒྱལ་ལོ་བཀྲ་ཤིས་བདེ་ལེགས། ཨོ།
ཚང་མ་བློ་ལ་ཡ། འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ལྟ་བོད་ཀྱི་རྒྱལ་ཡོངས་མང་གཙོ་ཚོགས་པའི་ཐོག་ནས་བརྗོད་གཞི་ཅིག་ཏུ་གནང་ཡོད་རེད། དེ་ཡིས་ཕྱི་ལོ་ཉིས་སྟོང་ཉིས་བརྩེགས་གཅིག་གི་གལ་གནད་དང། ཨ་ནི་མི་དམངས་ཀྱི་འགན་ཁུར་ཟེར་དེ་རེད། ད་སྤྱི་བཏང་ཞུས་པ་ཡིན་ན། དུས་ཚོད་ཟེར་དེ་ད་ཕྱི་ལོ་ཉིས་སྟོང་ཐམ་པ་ཡིན་ནའི་རེད་ཉིས་སྟོང་བཅུ་དགུ་ཡིན་ནའི་རེད་ཉིས་སྟོང་ཉིས་བརྩེགས་གཉིས་ཡིན་ནའི་རེད་ཚང་མ་བློ་དུས་ཚོད་གལ་ཆེན་པོ་ཞིག་ཡོད་ཀྱི་རེད། དུས་ཚོད་ཟེར་དུས་གཅིག་འཆིང་ཚར་བ་ཡིན་ན་འཆིང་ཚར་བ་རེད། དངུལ་ཟེར་དུས་གཅིག་རྫོགས་བ་ཡིན་ན་མགོ་ནས་བཟོ་ཡ་ཡོད་རེད། ཁ་ལག་ཟེར་ཚར་བ་ཡིན་ན་ཁ་ལག་རྫོགས་བ་ཡིན་ན་ཁ་ལག་མགོ་ནས་བཟོ་ཡ་ཡོད་རེད། དུས་ཚོད་ཟེར་དུས་འཆིང་བ་ཡིན་ན་འཆིང་བ་རང་རེད་ཆུད་ཟོས་མགོ་ནས་བཟོ་ཡ་ཡོད་མ་རེད། བྱས་ཙང་དུས་ཚོད་དེ་གལ་ཆེན་པོ་ཤུགས་ཆེ་རེད་ད་ཡིན་ནས་ཀྱི་བོད་ཀྱི་རྒྱལ་ཡོངས་མང་ཚོགས་པའི་ཐོག་ནས་ཕྱི་ལོ་ཉིས་སྟོང་ཉིས་བརྩེགས་གཅིག་གི་གལ་གནད་ཟེར་དུས་རྩམ་པ་དམིགས་བསལ་གྱི་ང་རང་སོགས་བོད་པ་ཚོ་ཐོག་ནས་གོ་བ་ར་བྱེད།

དམ་ཡེ་གི། ཐོག་ལ་ཡ་ད། ལོ་ལྔ་རེ་ཙམ་ལས་ཡིན་པ་སོང་ཙང། མི་མང་གི་འགན་ག་འདྲེ་ས་ཁེའུ་རེད། འདི་གལ་ཆེན་པོ་ག་རེ་ཆགས་ཀྱི་ཡོད་རེད་ཟེ་འདི་གི་ཐོག་ནས། ཨ་འཇུ་ཤི་འདི་བཞག་པ་ཡིན་པ་ཅིག་ལ་ངོས་འཛིན་ཞུ་གི་ཡོད། དེ་ཡིན་དུས་ཙམ་པ་ཐོག་མར་དེ་ལ་ཡ། འཇུ་ཤི་ཁོ་རང་ག་ལ་ཐད་ཀར། མ་འགྲོ་གོང་ལ་ཡ་ང་ཚོ་ག་རེ་བཤད་དགོས་ཟེ་ན། སྤྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། ཐོག་ནས། ད་ལྟ་བར་དུ་ང་རང་སོགས་བོད་མི་ཚོ་ལ་ཡང་རླབས་ཆེན་དགོངས་གཞིས་ཀྱི་ཐོག་ནས་ཨ་ནི། མང་གཙོའི་གི་ཐོག་ལ་ཡང་ལམ་སང་ཅིག་གསོལ་སྟོན་གནང་ཆེད་དེའི་ཐོག་ལ་ཡང་ཨ་ནི། རིམ་པས་ཀྱི་ཨ་ནི། ཐབས་ལམ་མང་པོ་བཙལ་བའི་ཐོག་ནས་ཨ་ནི། ད་ལྟའི་གི་བཙན་བྱོལ་བོད་མིའི་བཅའ་རིམ་རིན་པོ་ཆེ་དེ་གཏན་འབེབས་བྱུང་བ་རེད། བཙན་བྱོལ་བོད་མིའི་བཅའ་ཁྲིམས་རིན་པོ་ཆེ་འདིའི་ཐོག་ནས་ད་ལྟའི་འོས་བསྡུའི་སྒྲིག་གཞི། ལ་སོགས་པའི་སྒྲིག་གཞི་གཏོང་ན་འདི་སྒྲིག་གཞི་མང་པོ་ཞིག་ཡོད་འདིའི་ཚང་མ་ལོ་བཅའ་ཁྲིམས་རིན་པོ་ཆེ་འདིའི་གི་བར་ནས་གཏན་འབེབས་བྱུང་བ་ཞིག་རེད། བྱས་ཙང་འོས་བསྡུའི་བརྒྱུད་རིམ་དམ་ཚོགས་འདི་གའི་དེ་སྒྲིག་གཞི་འདི་གའི་དེ་བཅའ་ཁྲིམས་འདི་ནས་ཡིན་པ་སོང་ཙང། འདི་ག་དུས་བྱུང་བ་རེད་ཟེར་དེ་མི་དམངས་ཚོགས་ཀྱི་ཐོག་ནས་རེད་ང་རང་ཚོ་སྤྱི་ཚོགས་ཐོག་ནས་མཁྱེན་དགོས་དེ་གནད་འགག་ཆེན་པོ་ཞིག་རེད་བསམ་པ་དྲན་གྱི་འདུག་ཨོ། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་ཡ། གཅིག་སྡུད་སྐབས་བཅུ་གཅིག་པའི་ཐོག་ནས། ཐོག་གཅིག་སྡུད་སྐབས་བཅུ་གཅིག་པའི་གྲངས་འབོར་དེ་ཡ་སྤར་ཆ་གནང། ནས་གཅིག་སྡུད་བཞི་བཞི་དྲུག་ལ་ཡ་སྤར་ཆ་གནང་བ་རེད་ཅེས་ནོར་ཁོངས་སུ་སྐྱབས་འགོ་ཆེན་པོ་མཆོག་གིས། དེ་ནས་གཅིག་སྡུད་སྐབས་བཅུ་གཅིག་པ་འདིའི་ཐོག་ནས་བཙན་བྱོལ་བོད་མིའི་བཅའ་ཁྲིམས་རིན་པོ་ཆེ་དེ་གཏན་འབེབས་གནང་བ་རེད། དེ་ཡང། ཨ་ནེ་དགུ་བཅུ་གོ་གཅིག་གིས་སྤྱི་ཟླ་དྲུག་པའི་ཚེས་པ་བཅུ་བཞི་ལ་བོད་མི་མང་སྤྱི་འཐུས་སྐབས་བཅུ་བཅུ་པའི་ཚོགས་ནས་གཏན་འབེབས་གནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་ནེ། སྤྱི་ཟླ་དྲུག་པའི་སྟ་རེས་ཉིན་གསར་བརྒྱད་ལ་ཡ་ཨ་ནེ་མཆོག་མཆན་མཚན་རྟགས་གནང་རྗེས་བཅའ་ཁྲིམས་རིན་པོ་ཆེ་གདུགས་སུ་མ་ཕེབས་བསྡད་པ་རེད། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ། ཕྱི་ལོ་ཉིས་སྟོང་བཅུ་གཅིག་ལ་ཡ་ཨ་ནེ། བཙན་བྱོལ་བོད་མིའི་བཅའ་ཁྲིམས་འདི་ཡང་བསྐྱར་བཅོས་ཤུགས་ཆེན་པོ་ཞུ་བཞིན་པ་རེད། དེ་ཡི་བསྐྱར་བཅོས་དེ་བསྐྱར་བཅོས་ཐེངས་ཉི་ཤུ་རྩེ་ལྔ་པ་དེ་རེད། བསྐྱར་བཅོས་ཐེངས་ཉི་ཤུ་རྩེ་ལྔ་པ་དེའི་ཐོག་ལ་ཡང། མི་མང་གི་འཐུས་མི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འཐུས་མི་རྣམ་པ་རེད། དེའི་སྐབས་ཀྱི་འཛིན་སྐྱོང་གི་དབུ་ཁྲིད་དཔལ་ལྡན་བཀའ་བློན་ཁྲི་པ་རེད། ད་དེ་ཚོའི་ཐོག་ནས་ད་མི་མང་མང་པོ་གཅིག་གི་ཐུགས་ལ་མེད་ན་ཡང་སྤྱི་འདོམས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྲིད་དང། འཛིན་སྐྱོང་གི་འགན། ཡོངས་རྫོགས་མི་དམངས་དམ་པའི་འགོ་ཁྲིད་ལ་མ་གསོལ་རས་གནང་ཡས་ཀྱི་ལམ་སྲོལ་ཞིག་བཀའ་དྲིན་གནང་བ་རེད། འདི་གནང་དུས་བརྩམས་པ། ད་བཅའ་ཁྲིམས་བསྐྱར་བཅོས་འདི་ནང་ལ་ཡ། འདི་གཏན་འབེབས་འདི་ཨ་ནི། ཉིས་སྟོང་བཅུ་གཅིག་གི། ཕྱི་ཟླ། དྲུག་པའི་ནང་ལ་དྲུག་པའི་ཚེས་ཤར་ལ་ཡ། ཨ་སྤྱི་འཐུས་སྐབས་བཅུ་བཞི་པའི་ཐོག་ནས་གྲོས་ཚོགས་འཕར་མ་ཚུགས་རྗེས་བཅའ་ཁྲིམས་བསྐྱར་བཅོས་ཐེངས་ཉི་ཚེ་ལྔ་གནང་བ་རེད། འདིའི་ནང་ལ་ཡ། ད་ཞིབ་ཞིག་དྲགས་པའི་ད་ལྟའི་གི་ཨ་ནི། ང་ཚོ་གལ་གནད་ཆེན་པོ། མི་དམངས་བདམས་པའི་འགོ་ཁྲིད། ལ། དཔལ་ལྡན་སྲིད་སྐྱོང་དང་གྲོས་ཚོགས་འཐུས་མི་དེ་གའི་དམ་ཡལ་གྱི། གྱི་ཆགས་པ་རེད། དེའི་ཆགས་ཡལ་དེ་ག་ཟེར་ན། བཅིངས་འགྲོལ་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེའི་གོང་ལ་ཡ་ཆེས་འགན་ཡོན་ཡིན་སྲིད་ཆེས་ཆེ། ལོ་བཅུ་སྲིད་དུ་བཞུགས་དེ་ནས་ཉིས་སྟོང་བཅུ་གཅིག་ནས་འགན་ཡོན་གཙང་མ་ཡིན། སྲིད་དང། འཛིན་སྐྱོང་གི་གེགས་ཚད་མ་ལོ་མི་དམངས་བདམས་པའི་འགོ་ཁྲིད་ཚོ་ལ་མ། གནང་གི་ཡོད་གསུངས་ཡས་དེ་བཅའ་ཁྲིམས་བསྐྱར་བཅོས་འདིའི་ནང་ལ་ཡ། ད་ག་ཚོ་མ་གཅིག་རང་གཅིག་ཞིག་ཐོག་ནས་བཅའ་ཁྲིམས་བསྐྱར་བཅོས་ཟིན་པའི་ཐོག་ནས། ད་ད་ལྟ་འོས་བསྡུ་འདི། མི་དམངས་བདམས་པའི་འགོ་ཁྲིད་དམ་མའི་འོས་བསྡུ་འདི། ད། ལོ་བཅུ་ཕྱིན་ཚར་བ་རེད་ལོ་ལྔ་ལྔ་རེ་རེ་ཞིག་སོང་པ་ད་ད་རེས་འདི། མི་དམངས་ཀྱི་ཐད་ཀར་བདམས་པའི་འགོ་ཁྲིད་རྣམ་པ་ཚོ་སྤེན་ཟླའི་སྲིད་སྐྱོང་དང། གྲོས་ཚོགས་འཐུས་མི། རྣམས་བདག་མེད་དེ་ད་གསུམ་པ་དེ་ཆགས་ཚར་བ་རེད་བྱས་ཙང། དེ་འདྲའི་གོ་སྒྲིག་བདག་མེད་དེ་གལ་ཆེན་པོ་གར་ཆེན་རེད་ཟེར་ད། བཀའ་མོལ་དེ་སླད་ཡོང་དགོས་རེད་གལ་ཆེན་པོ་གར་ཆེན་རེད་ཟེར་ངེད་ལ་འགན་འཁུར་ག་ལ་ཕག་བཞག་བྱས་གལ་ཆེན་པོ་གར་ཆེན་རེད་ཟེར་ཞུ་བ་ཡིན་ན། ད་ལྟའི་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་ཚགས་ཚུགས་དགོས་ཨེ། མི་མང་གི་བདམས་པའི་གོ་སྒྲིག་འདི་གས་ཚང་མ་ལོ། སྒྲིག་འཛུགས་འདི་ལ་ཡང་འགན་འཁྱེར་བའི་ཐོག་ནས་མི་མང་གི་བདེ་སྡུག་གཟིགས་ཐུང་གས། རྒྱ་བ་རམ་ཆེའི་དགོངས་གཞི་ཁ་རིང་བ་མཁྱེན་པའི་ཐོག་ནས་ཕྱག་ལས་གནང་ཐུབ་མཁན། འགྲོ་བ་བོད་གཞིས་བྱེས་གཉིས་ལ་ཡང་གང་ལྟར་ཟམ་པ་ལྟ་བུ་བྱེད་ཐུབ་མཁན། མི་མང་དང་གཞུང་གི་པ་ར་ལ་ཟམ་པ་ལྟ་བུ་བྱེད་ཐུབ་མཁན། ཨ་འདིའི་ནང་ནས་ང་རང་ཚོ་བོད་མི་དེ་གས་ཚང་མ་ལོ་འཛམ་བུ་གླིང་ལ་ཡང་ད་ཁ་དྲངས་ནས་བཞུགས་ཡོད་རེད། རྒྱལ་ཁབ་མང་པོ་ཅིག་ནང་ལ་བཞུགས་བསྡད་ཡོད་རེད། དེ་གས་ཚང་མ་ལོ་མཉམ་རུབ་ཐོག་ནས་ཁྲིད་ཐུབ་ཡས་གཅིག་སྒྲིལ་ཐོག་ནས་ནུས་པ་སྤུངས་ཐུབ་ཡས་ཀྱི་གོ་སྒྲིག

བསྐྲུན་དགོས་གལ་ཆེན་པོ། དེས་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་བོད་མིའི་བདེ་སྡུག་དང། བོད་ཀྱི་འཐབ་རྩོད་ཀྱི་ཐོག་ལ་ཡང་འགན་ལྷ་ཏག་ཏག་འཁྱེར་ནས་འཁྱེར་བ་ཅིག་འཁྱེར་མཁན་ཅིག་གདམ་ཐུབ་པ་ཡིན་ན། རང་གཞན་གྱི་རྒྱ་བར་མི་ཆོད་ཐུགས་ལྷོད་ལྷོད་ཡོང་ཡས། མི་མང་ནང་ལ་ཡང་གཅིག་སྒྲིལ་ཡོང་ཡས། དེ་འདྲའི་བྱུང་བ་ཡིན་ན་རྒྱ་བར་མི་ཆོད་ཀྱི་ཞལ་བཞེས་ནང་ལ་ཡང་ད་དགོང་ལོ་བརྒྱ་དང་བཅོ་གསུམ། བར་དུ་ཡིས་ཞེས་ཞུ་གི་ཡིན་ཟེར་ཞལ་བཞེས་གནང་ཡོད་རེད། གྲུབ་ཐོབ་ཐང་སྟོང་རྒྱལ་པོ་གི་དགུང་ལོ་དང་བརྒྱ་དང་ཉི་ཤུ་རྩ་ལྔ་བར་དུ་བཞུགས་པའི་གི་ལོ་རྒྱུས་ནང་ལ་དེ་འདྲས་ཡོད་རེད་དེ་ནང་བཞིན་བཞུགས་ཐུག་ཡས་དང་དེ་རྒྱས་ཚང་མ་ལོ་ང་ཚོ་གི་ཡས་ཡོང་ཡས་དེ་གཙོ་བོ་དེ་ག་རེད་ཟེར་ན་སྤྱི་བའི་བསོད་ནམས་དེ་རེད། སྤྱི་བའི་བསོད་ནམས་ཡོང་ཡས་ལ་ག་རེ་དགོས་རེད་ཟེར་ན། བོད་མི་ཆོལ་ཁ་གསུམ་གི་བོད་མི་ཡོད་དོ་ཚོ་རྡོག་རྩ་གཅིག་སྒྲིལ་ངང་ལ་ཡ་ཕྱག་ལས་ཅིག་གནང་ཐུག་ཡས་ཅེས་དམ་ཚིག་རྡོག་རྩ་གཅིག་སྒྲིལ་ངང་ནས་ང་རང་ཚོ་ནུས་པ་ཆེ་དཔུང་འཐུག་དགོས་དེ་གལ་ཆེན་པོ་ཞིག་རེད་དེ་འབྲེལ་གྱི་ང་ཚོ་ད་གོ་སྒྲིག་གདམ་དགོས་ཀྱི་ཡོད་རེད་གོ་སྒྲིག་གདམ་ཡས་དེའི་ཐོག་ལ་ཡ་དུས་རྒྱུན་དུ་ནས་ཐུགས་སྣང་ཁྱོད་ནས་མ་གནང་བ་བྱས་བྱས་ཨ་ནི་ཞུ་བ་ཡིན་ན་ཧོབ་ཏུ་ཁ་ལ་ཡ་འོས་བླུག་པ་སྐབས་དུ་ང་སུ་ལ་བླུག་དགོས་རེད་ཁྱེད་སུ་ལ་བླུག་ཡས་ཟིན་འདྲེ་མེད་པ་སུ་སོ་སོ་སྔ་སང་སང་ནས་དེ་ཚོའི་ཐོག་ལ་ཡ་ཐུགས་སྣང་གནང་ཡས་དེ་གལ་ཆེན་པོ་ཞིག་ཅིག་ཆགས་ཀྱི་ཡོད་རེད་ཅེས་དང་དེ་འབྲེལ་གྱི་ཐོག་ནས་གནད་དོན་དེ་ཚོའི་ཐོག་ལ་ཡ་གལ་འགངས་ཆེན་པོ་གཟིགས་དགོས་ཡས་དེ་གནད་འགག་དེ། འདི་ཐུ་བ་ལས་བསམ་པ་དྲན་གྱི་འདུག་ད་འདི་འདྲའི་གི་ལས་འགན་འདི་སྒྲུབ་བ་བྱས་པ་ལ་ཡ་མི་མང་གི་འགན་ཁུར་ག་རེ་རེད་ཟེར་དེ་རེད་ད་མི་མང་འགན་ཁུར་ག་རེ་ཟེར་ན། གཅིག་འདི་ད་གཞི་ངས་གོང་དུ་ཞུས་པ་ནང་བཞིན་རེད་དེ་ཚོའི་ཐོག་ལ་ཡ་དུས་རྒྱུན་འདི་ནས་མི་སུ་འཇོན་པ་འདུག་ཆོལ་ཁ་ཆོས་ལུགས་དབྱེར་མེད་ཀྱི་ཐོག་ནས་བོད་པ་སྤྱི་ལ་སུ་ཕན་ས་རེད། སི་ཡའི་ཐོག་ལ་དགོངས་པ་བཞེས་དགོས་ཡ་དེ་གཞི་རྩ་རེད་བསམ། དགའ་མའི་དགའ་ཕྱོགས་ཀྱི་ཐོག་ནས་བཀའ་མོལ་གནང་ཡ་དེའི་གི་ཐོག་ནས། ཨན། འཐེན་འཁྱེར་གི་ཐོག་ནས་བཀའ་མོལ་གནང་རྒྱུ་གི་ཐོག་ནས་ང་ཚོ། བོད་པ་སྤྱི་ལ་ཕན་པའི་གི་འགོ་ཁྲིད་ཅིག་རག་གི་རེད་ཟེར་ན་རག་གི་མ་རེད། མི་སུ་འདྲ་ཅིག་ནས་གང་ཟག་སུ་འདྲ་ཅིག་ནས། སྐྱོན་དང་ཡོན་ཏན་ཞིབ་ཏུ་བསམ་པ། དེ་གཉིས་ཆ་ལོ་ཡོད་བསྡད་པ་རེད་སྐྱོན་དང་ཡོན་ཏན་ག་རེ་མང་ང་འདུག། འགོ་ཁྲིད་བྱེད་མཁན་ཟེར་མཁན་དེ་ཚོའི་ནང་ལ་ཡ། ཁྱད་ཆོས་མ་འདྲ་བ་ག་རེ་འདུག། ཟེར། དེ་ཚོའི་ཐོག་ལས་ང་ཚོས་ཉམས་ཞིབ་གནང་དགོས་ཡ་དེ་གལ་ཆེན་པོ་ཞིག་རེད། འདིའི་ནང་ནས་མི་མང་གི་ཐོག་ནས་དེར་སང་སྐད་འཕྲིན་མང་པོ་ཡོད་རེད། སྐད་འཕྲིན་མང་པོའི་ནང་ལ་བཀའ་མོལ་མང་པོ་གནང་གི་ཡོད་རེད། དེ་ཚོའི་ཐོག་ལས་ནས་ཀྱི། སྤྱི་བོ་ལ་ག་རེ་ཕན་གི་འདུག་ས་མས་མ་གཏོགས་བྱེད་ཀྱི། སོ་སོའི་འདོད་ཕྱོགས་དེ་གཅིག་པོ་བཀའ་མོལ་གནང་ནས་ཨ་ནི་མི་མང་ཟང་ངེ་ཟིང་ངེ་ཆགས་ཡ་དེ་འདྲ་གནང་བ་ཡིན་ན་ཨ་འགན་ཁུར་ཚད་ལྡན་གནང་གི་མེད་པ་རེད། འགན་ཁུར་ཚོད་འཛིན་ཆགས་གི་ཡོད་མ་རེད། བྱས་ཙང། ང་ཚོ་གཙོ་བོ་དེ་བོད་ཆོལ་ཁ་གསུམ་གྱི་མི་རིགས་ཡུལ་ཚང་མ་ལོ་ལ་ཡ་མཉམ་རུང་བསུད་བྱེད་དུ་དོ་དཔེ་བཟང་པོ་ཞིག་སུས་སྟོན་ཁུལ་དུ་བོད་པ་ཟེར་མཁན་དེ་ཡ་རབས་སྤྱོད་བཟང་ལྡན་པ་རེད་ཟེར་རྒྱ་རམ་ཤིང་གི་འཛམ་བུ་གླིང་ལས་གསུངས་འཛམ་བུ་གླིང་མི་ཡི་གེ་དག་རང་གཅིག་ལ་ཡང་ངོས་འཛིན་ཞུས་ཆེ་ཆེ་བསྟོད་གནང་གི་ཡོད་འདིའི་གི། སྲོལ་བཟང་པོ་ད་ལྟ་བར་དུ་ཡོད་པ་དེ་མ་ཉམས་པ་དེ་ང་ཚོ་བོད་པ་སོ་སོས་ག་འདྲས་བྱེད་དགོས་དོ་ཟེར་དེ་གཅིག་རེད་དེ་འདྲའི་གི་ཐོག་ནས་ང་ཚོ་འགོ་ཁྲིད་དེ་ལས་ནས་གི་དེ་དེ་བཞིན་གི་ནུས་པ་ཡོད་ངེས་ཅིག་དམ་དུ་ཡའི་ཐོག་ལས་ཚང་མས་འབད་བརྩོན་གནང་དགོས་ཀྱི་ཡོད་རེད་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་ཐུགས་སྣང་གནང་དགོས་ཀྱི་ཡོད་རེད་དེ་ཉི་མ་གཅིག་ལ་ཧོབ་ཏུ་ཁ་ལ་བསྟན་འགྲིག་གི་མ་རེད་དེ་ནས་ང་ཚོའི་སྤྱི་ཚོགས་ནང་ལས་འགན་མ་ཁུར་བའི་བཀའ་མོལ་གཅིག་ག་རེ་ཟེར་ན། སོ་སོའི་བདམས་པའི་འགོ་ཁྲིད། དཔལ་ལྡན་སྲིད་སྐྱོང་ལེགས་གནས་རེད་སྤྱི་འཐུས་ལེགས་གནས་རེད་དེ་ཚོ་ལ་ཡ། འགྲིག་དང་མ་འགྲིག་གི་མགོ་མ་ཚོས་བའི་ཐོག་ནས་ཚད་མས་ཞུ་མཁན་སྐྱོན་བརྗོད་ཞུ་མཁན་མང་པོ་ཡོད་རེད། སྐྱོན་བརྗོད་དེ་ཞུ་མ་གོ་བའི་ཐོག་ལ་གར་བྱེད་དགོ་ཟེར་ན་དང་པོ་གཉིས་ནས་བདམས་དུས་ནས་མི་ཧྲ་ཐག་ཐག་ཅིག་བདམས་པ་ཡིན་ན། དེ་དེ་བཞིན་གྱི་སྐྱོན་བརྗོད་དེ་བྱེད་དགོས་ཐུག་གོ་མ་རེད་ཞུ་ལ། བདམས་ཚར་བའི་ཞུགས་ལ་སོ་སོའི་འགོ་ཁྲིད་ཚོ་ལ་བརྩི་བཀུར་གུས་ཞབས་བྱེད་དགོས་གལ་ཆེན་པོ་རེད། ཡིན་ན་ངས་འདི་ལ་བའི་ཞུགས་ལ་ཡ། སྐྱོན་བརྗོད་བྱེད་ཆོག་གི་མ་རེད། ཁྱོད་ནས་ཞུ་གི་མེད། སྐྱོན་བརྗོད་ཞུ་དགོས་ཀྱི་རེད་དེ་མི་མང་འགན་རེད། ཡིན་ནས་ཞུས་པ་དེ་ཡང། ཁྲིམས་དང་སྒྲིག་གཞི། རྒྱུ་མཚན་གནས་ལུགས་ལྡན་པའི་ངང་ནས་ཞུ་དགོས་ཀྱི་རེད་མ་གཏོགས་ཅིག་གིས་ཨ་ནི་དགའ་མེད་དགའ་ཐོག་སྤྱི་ཁོག་གི་ཕྱོགས་ལྷུང་གི་སྤྱི་ཁོག་གི་ཐོག་ནས་སྐྱོན་བརྗོད་དེ་འདྲ་ཞུས་སོང་ན་ཨ་འགན་མ་འཁུར་ལོས་ཀྱི་གནས་སྟངས་ཆགས་ཀྱི་རེད། བྱས་ཙང་ད་ད་རིང། ང་རང་ཚོ་ཕྱི་ལོ་ཉིས་སྟོང་ཉིས་བརྩེགས་གཅིག་ལོ་ལ་ཡ། སྲིད་སྐྱོང་གདམ་གི་ཡོད་རེད། སྤྱི་འཐུས་གདམ་གི་ཡོད་རེད། དེ་གདམ་དུས་ཙམ་པརྒན་འཁྱོངས་མཁན། བོད་པ་ཚང་མ་ལོ་གཅིག་ཁྲིའི་ངང་ནས་ཁྲིད་ཐུབ་མཁན། རྒྱ་གར་རམ་ཕྱིའི་དགོངས་གཞི་གཞི་བཞག་ཐོག་ནས་ཕྱག་ལས་གནང་ཐུབ་མཁན་དེ་འདྲས་གདམ་དགོས་རེད། སྲིད་སྐྱོང་གལ་ཆེན་པོ་ག་རེ་བྱེད་རེད་ཅེས་ངས་ཞུས་པ་ཡིན་ན། སྲིད་སྐྱོང་འདི་གིས། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་དེ་ཆ་ཚང་གནང་དགོས་ཀྱི་ཡོད་རེད། བོད་མིའི་བདེ་སྡུག་ལ་ཡང་གཟིགས་ཞིབ་གནང་དགོས་ཀྱི་ཡོད་རེད། འཛམ་བུ་གླིང་སྡིངས་ཆའི་སྒང་ལ་ཡང་བོད་པའི་གནད་དོན་གསལ་སྒྲོན་བྱེད་ཐུབ་པ་ཞིག་དགོས་ཀྱི་ཡོད་རེད། རྒྱ་བོད་རིམ་བྱོན་དགོངས་གཞི་རྟོགས་ཐུབ་དགོས་ཀྱི་ཡོད་རེད། རྒྱ་བོད་རིམ་བྱོན་སྐུ་ཚབ་དོན་གཅོད་འདི་གའི་དེ་བསྐོ་གཞག་གནང་དགོས་ཀྱི་ཡོད་རེད། བྱས་ཙང་དེ་འདྲས་གནང་མཁན་མི་དེ་ག་འདྲས་ཀྱི་གོ་དོ་ཟད་དེའི་ཐོག་ལ་ཡང་ཐུགས་ཞིབ་ངེས་པར་གནང་དགོས་ཀྱི་རེད། དེའི་ཐོག་ནས་སྲིད་སྐྱོང་དེ་གལ་ཆེན་པོ་ཆགས་ཡོད་དགོས་རྒྱུ་མཚན་དེ་རེད། ད་ནངས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་མི་གཙོ་བདམས་པ་ཡིན་ནའི་ཀྱི། ཚོགས་མི་དེ་ཚོ་གི་འགན་ག་རེད། བཙན་བྱོལ་བོད་མིའི་གི་ཁྲིམས་དང་སྒྲིག་གཞི་ཡོངས་རྫོགས་གཏན་འབེབས་བྱེད་མཁན་དེ་གྲོས་ཚོགས་འཐུས་མི་རེད། གྲོས་ཚོགས་འཐུས་མི་ཚོ་ལ་ཡང་ཁྲིམས་དང་སྒྲིག་གཞི། གི་ཐོག་ལ་རེད། སྤྱི་ཚོགས་ཀྱི་གནས་སྟངས་རེད། མིའི་ཉམས་རྟོགས་སྐད་ཆ་བཤད་སྟངས་རེད། དེ་ཚོ་ཚད་དང་ལྡན་པ་ཅིག་མེད་པ་ཡིན་ན། ང་ཚོས་འདི་གའི་འདི་ལས་ཀ་འདི་གའི་འདི་ཚགས་ཚུགས་ཡོང་གི་མ་རེད། ལར་ནས་གྲོས་ཚོགས་ཀྱི་འཐུས་མི་ཚོ་ལ་སྐུ་དབང་ག་རེད་ཟེར་ན་བཅའ་ཁྲིམས་དོན་ཚན་ཉི་ཤུ་རྩ་དགུ་པ་དེ་ཡོད་རེད། ཉི་ཤུ་རྩ་དགུ་དེ་ནི་ག་རེ་ཟེར་ན། སྲིད་སྐྱོང་དབུས་པའི་བཀའ་བློན་རྣམ་པ། ཁྲིམས་ཞིབ་པ་རྣམ་པ། རང་དབང་ཅན་གྱི་སྡེ་ཚན་རྣམ་པ་འདི་བརྒྱད་ཚང་མ་སློབ། གནས་དབྱུང་བཏང་ཡག་གི་སྐུ་དབང་དེ་གྲོས་ཚོགས་ལ་ཡོད་རེད། དེ་འབྲེལ་གྱི་སྐུ་དབང་ཆེན་པོ་ཞིག་ཡོད་རེད་བྱས་ཙང་སྐུ་དབང་ཆེན་པོ་ཡོད་མགྱོགས་ཀྱི་མི་འདི་བརྒྱད་འདིའི་ཚད་དང་ལྡན་པ་ཅིག་གདམ་དགོས་ཡ་དེ་གལ་ཆེན་པོ་ཞིག་ཆགས་དགོས་རེད། ལར་ནས་གྲོས་ཚོགས་འཐུས་མི་གྱི་ལས་འགན་ཚུ་ག་རེ་ཟིན་གྲོས་ཚོགས་ལས་འགན་ཟིན། འཛིན་སྐྱོང་བཀའ་ཤག་ལ་སྟངས་འཛིན་བྱས་ཡ་རེད། བྱེས་སྐྱོང་བཀའ་ཤག་གི་ཕྱག་ལས་གནང་བ་དེ་ཚོ་ལ་རྒྱབ་སྐྱོར་ཞུ་ཡ་རེད། རྒྱལ་ཁབ་གཞན་དག་གི་ཁ་ཕྱོ་གས་ཚོགས་པའི་གི་ལས་འགན། ངོ་བོ་ཙམ་གྱི་ཐོག་ནས་ང་ཚོའི་སྤྱི་འཐུས་ཀྱི་ལས་ཀ་དེ་མ་རེད། སྤྱི་འཐུས་ཀྱི་ཐོག་ནས་འཛིན་སྐྱོང་བཀའ་ཤག་མཉམ་དུ་ལས་ཀ་ཡང་བྱེད་དགོས་སྐོར། འཛིན་སྐྱོང་བཀའ་ཤག་ལ་སྟངས་འཛིན་འགའ་བྱེད་དགོས་སྐོར། མི་མང་དང་གཞུང་གི་པར་ལ་ཟམ་པ་ཡང་བྱེད་དགོས་སྐོར། བྱས་ཙང་དེ་འདྲས་ཡིན་དུས་འཛིན་པ་འཐུས་མི་འདི་གས་དེ་གདམ་གྱི་ཡོད་པ་སོང་ཙང། དེ་ཚོ་གདམ་ཡས་དེའི་ཐོག་ལ་མི་མང་གིས་གཟབ་གཟབ་ངེས་བར་དུ་གནང་དགོས་ཀྱི་རེད། ཟེར་དེ། མི་མང་གིས་འགན་བྱ་དགོས་པ་རེད། དེ་ནས་དེ་འདྲས་ཀྱི་ལས་འགའ་དེ་བྱས་ལ་མི་མང་གིས་ད་ཆ་རྒྱལ་རམས་པ་ཚོ་གར་ཚང་དགོས་རེད་ཟེར་ཞེས་ཞུས་པ་ཡིན་ན། ལོ་ལྔ་རེའི་མཚམས་ལ་འོས་བླུགས་ཡས་དང་མང་གཙོའི་ཁེ་དབང་ལོངས་སུ་སྤྱོད་ཡས་དེ། སོ་སོའི་འགོ་ཁྲིད་བདམས་ཡས་དེ་རེད་འོས་འཕེན་ཡས་དེ་རེད། འོས་འཕེན་ཡས་ཀྱི་ཆ་རྐྱེན་གཅིག་དེ་གར་སོང་ན། རང་ཚུགས་ནས་ལ་གར་བཟོ་ཡས་སོང་ན། དཔྱ་ཁྲལ་ལག་དེབ་དགོས་ཡས་དེ་རེད། དཔྱ་ཁྲལ་ལག་དེབ་ཡོད་པ་ཙམ་མ་ཡིན་པར་དཔྱ་ཁྲལ་ལག་དེབ་ལ་དཔྱ་དངུལ་ཕུལ་ཡོད་དེ། དཔྱ་དངུལ་མེད་ན། ཕུལ་མེད་ན། ཨ་ནི་འོས་འཕེན་ཡང་རག་གི་མ་རེད། དཔྱ་དངུལ་ཕུལ་ཡོད་པ་བྱས། དཔྱ་ཁྲལ་ལག་དེབ་ཡོད་པ་བྱས། དག་ན་བཞིན་དེབ་འགོད་བྱས་མེད་ན་ཡང་འོས་འཕེན་ཡང་རག་གི་མ་རེད། བྱས་ཙང་དེ་གས་ཚང་མ་ལོ། མི་མང་སོ་སོའི་ངོས་ནས་གནང་དགོས་ཡ་ལི། ཉུང་མཐའི་གི་ལས་འགན་དེ་རེད། དེ་ཚོ་འུ་ཚོས་བ་ཞིག་གོ་དགོས་ཡོད་རེད། འདི་ནས། ད་གྲོས་གླེང་འདི་འདྲས་མང་པོ་བྱུང་བའི་སྐབས་དུ་གཅིག་གི་གཅིག་ལ་ཡང་ཟུར་ཟ་དམའ་འབེབས། ཁྱོད་འཇིགས་ཡོད་མ་རེད། མི་ཚང་མ་བློ་ལ་ཡ། དཔེར་ན་སྲིད་སྐྱོང་ལང་ཀི་ཡིན་ཟེར་མཁན་མི་མང་པོ་ཞིག་ཡོད་ཡིན་ན་མི་དེ་གས་དེ་ལ་ཡ་དམིགས་བསལ་གྱི་གདེང་ཚོད་ཡོད་རེད། སྤྱི་བའི་དོན་དག་ཅིག་བྱེད་དགོས་ས་པ་དྲན་གི་ཡོད་རེད། སོ་སོར་དཔའ་བའི་ནུས་པ་བྱས་ཡོད་རེད། དེ་སྐྱོན་ཟེར་དེ་ཡོང་སྲིད་ཀྱི་རེད་དེ་ཡིན་ནས་དམའ་འབེབས་དང་མཐོང་ཆུང་དང་ཀུན་སློང་བཟང་པོ་ཅིག་དང་ཅིག་བྱེད་དགོས་བསམ་པའི་དེ་འདྲའི་འོས་སྐྱོར་དེ་ཚོའི་རིགས་ལ་ཡ་གཅིག་གིས་གཅིག་ལ་དམའ་འབེབས་དང་མཐོང་ཆུང་བྱས་པ་ཡིན་ན་ཨང་གཅིག་གིས་གཅིག་ལ་ནད་མ་བསྐྱུར་ནས་ཨ་ནི་ཚིག་ལ་ཚིག་ཟིན་པའི་ཐོག་ནས་སྤྱི་ཚོགས་ནང་ལ་ལབ་གླེང་མང་པོ་ཅིག་དང་རྙོག་གླེང་མང་པོ་ཡོང་དགོས་པའི་གནས་སྟངས་དེ་འདྲ་ཆགས་ཀྱི་ཡོད་རེད། བཤད་ཙང། མི་སུ་བསླང་གི་ཡོད་ནས་སུ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ནས་ཀྱི་མི་དམངས་འགན་ག་རེ་ཟེར་ན། སོ་སོའི་རྒྱུ་མཚན་ག་རེ་བཤད་ཡོད་ནས་དེ་བཤད། གཞན་གྱི་རྒྱུ་མཚན་དེ་ཉེས། མཐའ་མ། འོས་འཕེན་དུས་ཙམ་པ། སྤྱི་བོའི་ནང་ལ་སོ་སོ་དྲོ་ནས་འོས་བླུག་ཡ་རེད་དུས་དུས་ཙམ་པ་མ་ནོར་བ་ཅིག་བླུག་དགོས་ཡ་དེ་གལ་ཆེན་པོ་ཞིག་རེད་མ་གཏོགས་ཅིག་བོད་མི་ནང་ཁུལ་པ་ར་ལ་རྩོད་པ་དང་དམའ་འབེབས་མཐོང་ཆུང་ཁྱད་གསོད་འཁྲུག་པ་རྒྱབ་ནས་ང་ཚོའི་རྩ་དོན་ལ་ཕན་གྱི་མ་རེད། ཆོས་ཚང་འདི་འདྲའི་ཐོག་ལ་ཡང་མི་མང་ཐོག་ནས་ཐུགས་ཁུར་ངེས་པར་དུ་གནང་དགོས་རེད། དེ་ནས་ད་ལྟའི་ཚོད་ལ་ཡང་ག་རེ་ཡོད་རེད་ཟེར་ན་ང་ཚོ་དཀའ་ངལ་ཅིག་ག་རེ་ཡོད་རེད་ཟེར་ན། ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཀྱིས་ང་ཚོའི་འོས་བསྡུའི་ལས་རིམ་འདིའི་སྐབས་ལ་ཡང་དཀའ་ངལ་ཐེབས་པ་ཅིག་འཕྲད་མ་སྲིད་པ་དེ་འདྲ་གལ་མ་རེད། ད་ལྟ་ཅིག་འཕྲད་བཞིན་པ་དེ་ག་རེ་ཟེར་ན། ད་འོས་བསྡུ་འགན་འཛིན་དང་འོས་བསྡུ་འགན་འཛིན་ལས་འཕར་གཉིས་ཁ་སང་བདམས་པ་རེད། ད་རྣམ་པ་ཁོང་ཚོ་གིས་དམ་བཅའ་ཕུལ་ཚར་བའི་ཞུ་ལ་འོས་བསྡུའི་ལས་རིམ་འགོ་བཙུགས་ཀྱི་ཡོད་རེད། འོས་བསྡུའི་ལས་རིམ་འགོ་བཙུགས་དུས་བརྩམས་པ་བཙུགས་བའི་རྗེས་ལ་ཡ། ཉི་མ་བརྒྱ་དང་ཉི་ཤུའི་ནང་ལ་འོས་བསྡུའི་ལས་རིམ་ཡོངས་རྫོགས་གྲུབ་དགོས་ཀྱི་ཡོད་རེད། བྱས་ཙང་འདི་མ་འདིའི་གི་པར་ལ་ཡ་འོས་བསྡུའི་འགན་འཛིན་དབུས་བའི་ལས་འཕར་གཉིས་དང་གཞན་ཚོགས་མི་བཙུགས་པའི་ཐོག་ནས། མི་མང་ལ་ཡ། འོས་བསྡུའི་སྒྲིག་གཞི་ལ་སོགས་པའི་གི་གོ་རྟོགས་སྤེལ་དགོས། བྱ་དགོས་པ་རེད་དེ། ཡིན་ནའི་གོ་ཐོབ་དཔེ་ཁག་ཕལ་ཡག་དག་ན་ཡང་འདིའི་རྐྱེན་པས་ཀི། ཕར་འགྲོ་ཕྱིར་འགྲོ་གི་དཀའ་ངལ་དག་གོ་ཐོབ་དེ་འདྲའི་དཔེ་ཡག་གི་ཐོག་ལ་དགག་རྐྱེན་ཅིག་རང་བཞིན་གྱི་འཕྲད་པ་རེད། དེ་ཡིན་དུས་འཛམ་བུ་ས་གནས་ཀྱི་འོས་བསྡུ་ཚོགས་ཆུང་གི་ཚོགས་མི་རེད། དགའ་ས་གནས་ཡོད་མི་སྣ་རེད་མི་མང་སོ་སོའི་ངོས་ནས་འོས་བསྡུའི་སྒྲིག་གཞི་ལ་ཐུགས་སྣང་གནང་དགོས་དེ་གལ་ཆེན་པོ་ཞེ་བཞི་རེད། དཔེར་ན་འོས་བསྡུའི་སྒྲིག་གཞིའི་ནང་ལ་ན་ནིང་ང་ཚོ་བསྐྱར་བཅོས་སྐབས་ལ་ཡང་གར་སར་བ་གར་སྐབས་ཕྱིན་ཡོད་རེད། དེ་ཚོ་གལ་ཆེན་པོ་ག་རེད། འོས་བླུག་ཡས་ཀྱི་ཆ་རྐྱེན་ཆ་ཚང་ཚང་བ་ཡིན་ནས་ཀྱི་མཐའ་མ་དེ་ལ་སོ་སོའི་འོས་རྩིས་མེད་འགྲོ་ཡས་ཀྱི་ཉེན་ཁ་དེ་འདྲས་མང་པོ་ཡོད་རེད། འོས་འཕེན་ས་དེ་ལས་མ་དཔེ། རྒྱབ་སྐྱོར་བྱེད་ས་དེ་ལས་མ་དཔེ། སོ་སོའི་འོས་བླུག་པ་དེ་རྩིས་མེད་ཕྱིན། འདིའི་སྒང་ལ་ཉེས་བ་ཕོག་བ་ཐེབས་པ་དེ་འདྲས་ཕོག་ཡས་ཀྱི་ཉེན་ཁ་དེ་འདྲས་ཡོད་རེད། དཔེ་ན་ངས་དཔེ་ཅིག་ཞུས་བ་ཡིན་ན། འོས་བསྡུའི་སྒྲིག་གཞི་དོན་ཚན་ཉི་གསབ་བཞི་པའི

བྱེད་སྟངས་འདི་འདྲས་ཡིན་དུས་བརྩམས་པ། སོ་སོས་ཀྱི་དོ་སྣང་ར་བཟི་ཞིའུ་བྱས་ཡོད་པ་དེ་སྒྲིག་གཞི་ཏག་ཏག་གོ་མ་ཚོད་པའི་ཐོག་ནས་འོས་འཕེན་པ་དེ་གའི་ཚང་མ་ལ་རྩིས་མེད་འགྲོ་ཡ་ཉེན་ཁ་ཡོད། དེ་རྩིས་མེད་ཕྱིན་པ་ཡིན་ན། ལོ་ལྔ་གི་སོ་སོའི་ཐོབ་ཐང་དང་ལས་འགན་ལ་འཐུས་ཤོར་ཕྱིན་པ་རེད། འདི་གྱོང་ཆེན་པོ་ཞིག་རེད། སོ་སོ་སྒེར་ཙམ་མིན་པར་སྤྱི་བ་ལ་གྱོང་ཕོག་པ་རེད། བྱས་ཙང་དེ་ཚོའི་ཐོག་ལ་ཐུགས་སྣང་གནང་དགོས་ཡ་གཅིག་གལ་ཆེན་པོ་རེད། དེ་སྨན་པས་དང་ཐོག་སྒྲིག་གཞི་ནང་ལ་ཡ་འོས་བསྡུ་སྒྲིག་གཞི་དོན་ཚན། དྲུག་ཅུ་རབ་བདུན། པའི་ནང་གསེས་བཞི་པའི་ནང་ལ་ཡང་ཅི་གར་ཡོད་ར་ཟེར་ན། སྔོན་འགྲོ་ལ་ཡང། སྲིད་སྐྱོང་གི་འོས་མི་དེ་ལ་ཡང། ཁྱོན་ཡོངས་ཀྱི་འོས་འཕེན་སྤེལ་མཁན་བརྒྱ་ཆ་དྲུག་ཅུ་ཐམ་པ་རག་བ་ཡིན་ན། སྔོན་གཤེགས་ལ་གྲོས་མ་བགོས་ཐོག་ནས་སྲིད་སྐྱོང་ཐོབ་ཀྱི་ཡོད་རེད། ཡང་དེ་མིན་པའི་ཐོག་ནས་དཔེར་ན་དེ་འདྲས་ཡོད་རེད། སྲིད་སྐྱོང་གི་འོས་མི་མི། གཉིས་གསུམ་བཞི་ཡོང་བའི་ཐོག་ནས་མཐའ་མ་དེ་ལ་གཉིས་བདམས་པ་ཐོག་ནས་གཉིས་དེ་ནས་མི་གཅིག་ལ། ཁྱོད་བུ་ཁྱོད་ཀྱི་ག་ས་ག་ས་འོད་ལུང་ཁྱེད་ཀྱི་བོར་ནས་བརྒྱ་ཆ་ལྔ་བཅུ་རག་པ་ཡིན་ན། མི་གཞན་དག་དེ་བྱེད་ཀྱི་མེད་ཟེར་ལབ་པ་ཡིན་ན། ཁ་གཏད་མེད་པའི་སྲིད་སྐྱོང་བྱེད་བྱེད་ཡང་དངོས་གཞི་ལ་འགྲོ་མི་གོ་བས་དེ་འདྲས་ཡོད་རེད། ད་དེ་འདྲས་ཀྱི་ཆ་རྐྱེན་ཚང་ཡག་གི་མི་ང་ཚོའི་སྤྱི་ཚོགས་ལ་རག་གི་ཡོད་མེད་དེ་ཞུ་ཚོད་དེ་གི་མི་འདུག་སྟེ། ཡིན་ནས་ཀྱི། ཆ་རྐྱེན་དེ་འདྲས་བསྐྲུན་ཡོད་རེད་བསྐྲུན་དགོས་རྒྱུ་མཚན་གང་ཡིན་ཟེར་ན། མི་བདམས་པ་དེ་ལ་ཡ་ཆེ་གཏོང་དང། མི་དམངས་ཀྱི་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་པའི་ཀྱི་མཚོན་དོན་དང། བོད་པོའི་གཅིག་སྒྲིལ་གྱི་ནུས་པ་ལ་ཡང་ག་ཚོད་ཡོད་མེད་ཀྱི་བསྟན་དང། ཨ་ནི་བཙན་བྱོལ་བོད་མིའི་གཞུང་དངུལ་ལ་ཡིན་ནའི་ཀྱི་འོས་ཐེངས་མ་གཉིས་བླུགས་མེད་བ་སོང་ཙང་བསིལ་ཚགས་ཡོང་གི་ཡོད་བ། ད་དེ་མེད་པའི་ཁྱད་རྒྱལ་མཚན་མང་པོ་ཞིག་ཡོད་རེད་དེ་འདྲས་ཡོད་རེད་དེ་ཚོའི་གནད་འགག་དེ་ཚོས་ཀྱི་མི་དམངས་ཀྱི་དེ་འདྲས་རང་ལྟ་ལག་ལེན་བསྟར་ཐུབ་ཀྱི་ཡོད་མེད་དེ། ཞུ་ཚོད་ཐིག་གི་མི་འདུག་སྟེ། ཡིན་ནས་དེ་ཚོའི་གནད་འགག་དེ་ཚོའི་རིགས་ཏེ། དེ་དང་དེ་ལྟ་བའི་འོས་བསྡུའི་སྒྲིག་གཞིའི་ནང་ལ་ཡང། རྒྱུས་པ་ཕྱིན་པ་དེ་ཚོའི་ཐོག་ལས་ཐུགས་སྣང་ངེས་པར་དུ་གནང་དགོས་ཨེ་དེ། གལ་ཆེན་པོ་རེད་ཟེར་བྱས་བྱས། ངེད་ཀྱི། ལྟ་ཞུ་དོན། སྙིང་འདོད་རེ་ཞིག་ཐོག་ནས་ཞུས་པ་ཡིན་ན། དེ་འདྲའི་རེ་ཞུ་གི་ཡོད། མཐའ་མ་དེ་ལ་ཡང་ངས། གར་ཞུ་འདོད་བྱུང་ཟེར་བྱས་ཞུས་པ་ཡིན་ན། ད་ཕྱི་ལོ་ཉིས་སྟོང་ཉིས་བརྩེགས་གཅིག་གི་འོས་བསྡུ་དེ་ལོ་ལྔ་ལྔ་ནང་ཐེངས་མ་གཅིག་མིན་ད་སླེབས་ཀྱི་ཡོད་མ་རེད། མི་མང་གི་འོས་བསྡུའི་ཐོག་ལ་སོ་སོའི་འགོ་ཁྲིད་གཏའ་མའི་ཐོག་ལ་ཡང་སུ་བདམས་དགོས་ཡོད་མེད་ཐོག་ལ་ཡང་སློབ་སྦྱོང་གནང་དགོས་རེད། འགན་བཞེས་དགོས་རེད། ཟེར་དེ་ངས་གཙོ་བོ་དེ་ཡིན། དམིགས་བསལ་གྱི་ད་ལྟ་སེམས་འཚབ་ཡོད་པ་གཅིག་གར་འདུག་ཟེར་ན། དཔལ་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩལ་གྱི་ཐོག་ནས་ཁ་སང་ངེད་ཅག་ཉམས་ཞིབ་ཅིག་གནང་ཤག་བོད་མིའི་མི་འབོར་གྱི་ཐོག་ལ། འདིའི་ནང་ལ་ཁོང་ཚོས་ག་རེ་བཀའ་གནང་གི་འདུག་ཟེར་ན། ད་ལྟའི་ཚོད་ལ་ཡ་རྒྱ་བལ་འབྲུག་གསུམ་ནང་གི་མི་འབོར་ག་ཚོད་ཡོད་མེད། ཨ་ནི་དམིགས་བསལ་གྱིས་ཕྱི་རྒྱལ་ཁག་ལ་ཡ་བོད་པ་ག་ཚོད་ཡོད་མེད། ད་ཕྱི་རྒྱལ་ཁག་ལ་བོད་པ་ཁོ་ཚོ་གཞིས་ཆགས་ཆེ་བས་ན་ཕྱི་རྒྱལ་ལ་ཡ་བོད་པ། དེ་ནས་ཕར་འགྲོ་འགའི་འགྲོ་འགྱོག་མི་སྟོང་ཕྲག་བདུན་ཅུ་འགའི་ཞིག་འདུག་ཨ། སྟོང་ཕྲག་བདུན་ཅུ་འདིའི་ནང་ནས་མི་ག་ཚོད་ལ་དཔྱ་ཁྲལ་ལག་དེབ་ཡོད་རེད། དཔྱ་ཁྲལ་ལག་དེབ་དངུལ་མ་བུ་ག་ཚོད་ཡོད་རེད། མི་འབོར་ཆེན་པོ་འདི་ནས། མང་པོ་ཅིག་ལ་ཆ་རྐྱེན་འདི་མ་ཚང་བ་འདི་ཆ་རྐྱེན་ཚང་བ་ག་འདྲས་བཟོ་གི་ཡིན་པས། ཟས་འདི་ད་གལ་ཆེན་པོ་ཞེ་བོ་ཞིག་རེད། བྱས་ཙང་དེ་ཚོའི་ཐོག་ལ་མི་མང་སོ་སོའི་ངོས་ནས་འགན་བཞེས་དགོས་ཡ་དཔྱ་ཁྲལ་ལག་དེབ་མེད་བ་ཚོ་དཔྱ་ཁྲལ་ལག་དེབ་ཕུལ་ཐུ་ཡ་ལ་ཡ་གཞུང་གི་ཐོག་ནས་ཆ་རྐྱེན་ག་རེ་བསྐྲུན་དགོས་འདུག་དོ་བདག་སོ་སོའི་ངོས་ནས་འགན་ག་རེ་འཁེལ་དགོས་འདུག་ཟས་འདི་ད་ལྟ་དུས་ཚོད་ཡོད་པ་སོང་ཙང་ཚང་མས་ཐུགས་སྣང་གནང་དགོས་ཡ་འདི་མི་མང་འགན་རེད། སྤྱིར་ངས་འདི་ཞུ་གི་ཡོད། མཐའ་མ་འདི་ལ་ཡ་ནི་སྲིད་སྐྱོང་ཞང་གལ་རེད། སྤྱི་འཐུས་བཞག་འགལ་རེད། མི་དམངས་འོས་འཕེན་འགལ་རེད། ཚང་མ་ལོག་ལ་ཡ། གང་ལྟར། སྤྱི་དོན་གཙོ་བོར་འཛིན་པའི་ཐོག་ནས། ཨ་ནི། ཕྱག་ལས་གནང་ཡ་གཅིག་གི་ཐོག་ལ་ཡ་ངས་སྨོན་འདུན་ཞུ་གི་ཡོད། ཨ་ནི། དེའི་ཆ་ཤས་བཞེངས་མཁན་ཚང་མ་ལ་ཡ་ཨ་ནི། ལམ་ལྷོང་ཡོན་པའི་སྨོན་འདུན་དང་འཚམས་འདྲི་ཞུ་གི་ཡོད། བཀྲ་ཤིས་བདེ་ལེགས།
ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡར་གུས་ཕྱག་སྔོན་དུ་ཕུལ་ནས། གསན་གཟིགས་གནང་མཁན་ཚང་མ་བློ་ལ་ཡར་གུས་པས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། བོད་ཀྱི་རྒྱལ་ཡོངས་དམངས་གཙོ་ཚོགས་པའི་གོ་སྒྲིག་འོག་ལ་ཡར། ཉིས་སྟོང་ཉིས་རྩ་གཅིག་གི་གལ་གནད་དང། མི་དམངས་ཀྱི་འགན་འཁུར་བྱེད་ཆེད་བརྗོད་གཞི་འདི་ཐོག་ལ་ཡར་སྐད་ཆ་བཤད་རོགས་བྱེད་ཅེས་བཅས་གསུངས་པ་རེད། བོད་ཀྱི་རྒྱལ་ཡོངས་དམངས་གཙོ་ཚོགས་པའི་གི་ཚོགས་གཙོ་དབུས་པའི་རྒྱུན་ལས་ཚང་མ་བློ་ལ་ཡར་གོ་བགོ་གནང་བར་ཐུགས་ཆེ་ཞེས་ཞུ་བ་ཡིན། ད་ཉིས་སྟོང་ཉིས་གསར་བརྗེའི་གི་གལ་གནད་ཟེར་ཅིང་ང་ཚོ་ལབ་པའི་སྐབས་ལ་ཡག། ཉིས་སྟོང་ཉིས་གསར་བརྗེའི་ལོ་ལ་ཡང་ང་རང་ཚོའི་བོད་མིའི་སྒྲིག་འཛུགས་ཀྱིས་དཔལ་ལྡན་སྲིད་སྐྱོང་མཆོག་དང། བོད་མི་མང་སྤྱི་འཐུས་རྣམ་པ་འོས་བསྡུ་བྱས་ཡོད་གི་དུས་ཚོད་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་ཡོད་རེད། སོང་ཙང་ད་ཉིས་སྟོང་ཉིས་གསར་བརྗེའི་གི་གལ་གནད་ཟེར་ཅིང་ལབ་པའི་སྐབས་ལ་ཡག། འོས་བསྡུ་འདི་གལ་ཆེན་པོ་ཡིན་པ་ནི་ལྷག་པར་དུ་ང་རང་ཚོ་ད་བོད་པ་གཅིག་ཡིན་པའི་ཆ་ནས། ང་རང་ཚོ་ཆབ་སྲིད་ཀྱི་སྐྱབས་བཅོལ་བ་ཅིག་ཡིན་པའི་ཆ་ནས་ད་ད་ལྟའི་ཆར་ལ་ཡང། ནི། བོད་ནང་གི་རྫ་དྲག་གནས་སྟངས་ག་ཚོད་ཡོད་པ་དེ་ཚང་མས་ཀྱི་མཁྱེན་གསལ་རེད། ལྷག་པར་དུ། ནི་ད་ལྟའི་ཆར་ལ་ཡང་ད་རྒྱ་བོར་མོ་ཆེ་གི་ད་ལྟ་བར་དུ་སྐུ་ཚེ་ཧྲིལ་བོ་སྐུ་ལས་སྐྱོན་བྱས། ད་དུང་ཡིན་པས་ནི་སྐུ་ལས་སྐྱོན་དང་སྐྱོན་མི་ཆགས་དེ་གོ་རེད། ནི་རྒྱ་བོར་མོ་ཆེ་གི་དགུང་ལོའི་བབ་རེད། དེ་ཡོང་དུས་ཀ་ལ་ཡང་གནད་དོན་མང་པོ་ཅིག་ལ་ཡང་ང་ཚོ་བལྟས་པས་ན། ནི་ད་ཐེངས་ཀྱི་འོས་བསྡུ་འདི་ཧ་ལས་པའི་ཀྱི་གལ་ཆེན་པོ་ཆགས་དེ་ཡོ་རེད་བྱས་བྱས་ཞུ་ཡ་གཅིག་དེ་ཡིན།
ད་དེ་དང་མཉམ་དུ་ལ། ང་རང་ཚོ། ཆབ་སྲིད་ཀྱི་སྐྱབས་བཅོལ་བ་ཅིག་ཡིན་པའི་ཆ་ནས། འཐབ་རྩོད་བྱེད་མཁན་ཅིག་ཡིན་པའི་ཆ་ནས། ད་ལྟའི་ཆར་ཡང་རྒྱལ་སྤྱིའི་ནང་ལོགས་ལ་ཡང་ཆབ་སྲིད་ཀྱི་འཕོ་འགྱུར་ག་རེ་གྲུབ་འདུག་དེ་ང་ཚོ་ངོས་ནས་ཤེས་དགོས་པ་དེ་གལ་ཆེན་པོ་དང། ཨ་ནི་ཤེས་པ་ཙམ་དུ་མེད་པ་བྱས་བྱས། དེ་ཤེས་པའི་ཐོག་ནས་ཨ་ནི་ང་རང་ཚོར་ཡང། གོ་སྐབས་ག་རེ་འདུག་ཐབས་ཤེས་གསར་པ་ག་རེ་འདུག་དེ་ང་ཚོའི་ངོས་ནས་ཅིག་ཁར་ཚོགས་པ་རེ་དམ་འཛིན་བྱེད་དགོས་པ་དེ་ཧ་ལས་པའི་གི་གནད་འགག་ཆེན་པོ་རེད་བསམ་གྱི་ཡོད། ངས་ཞུ་ཡ་དེ་ག་རེ་ཟ་བས་ན་ད་ལྟའི་ཆ་ལ་ཡ། རྒྱ་ནག་ནས་ཐོན་པའི་གི་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་གི་རྒྱ་ནག་དམར་གཞུང་ཡ། འཛམ་བུ་གླིང་ལ་ཡ་འཛམ་བུ་གླིང་ནས་ཨ་ནི་ད་ཅིག་རྒྱ་ནག་ལ་ཡ་ཨ་ནི་ཡི་ཆད་ལ་ཡ་རེད་རྒྱ་ནག་གཞུང་ལ་ཡ་ཅིག་གར་སོ་གོ་རེ་ད། གར་སོ་གོ་རེ་ཁོ་རང་ཚོས་གི་ད་ད་ལྟ་བར་དུ་ལ་ཡ་སྐྱག་རྫུན་བཤད་གི་ཡོད་པ་དྲང་པོ་བྱེད་གི་མེད་པ་ཨ་ནི་ཅིག་འགྲོ་བ་མིའི་ཐོབ་ཐང་རྩིས་མེད་དུ་རོལ་བཏང་གི་ཡོད་པ་ཅིག་ཆ་ཚང་ཅིག་ད་ལས་ཀ་སྡུག་ཅག་བྱེད་གི་ཡོད་པ་དེ་རྒྱལ་སྤྱིའི་ནང་ལོག་ལ་ཡ་ད་ཅིག་ཉིན་རེ་ཉིན་རེ་ནས་གསལ་བོ་ཆགས་འགྲོ་བས་གི་དུས་ཚོད་འདི་འདྲའི་ཆེད་དུ་ཡག། ཨ་ནི། ཨ་རི་དང་རྒྱ་ནག་གི་གཞུང་བར་ལ་ཡང་ཆབ་སྲིད་ཀྱི་འཕོ་འགྱུར་ག་རེ་ག་རེ་འགྲོ་གི་ཡོད་མེད་ད་དེང་སང་ཉིན་རེ་ཉིན་རེ་ལ་ཡང་གནས་ཚུལ་གསར་བ་དང་གནས་ཚུལ་ཚབས་ཆེ་རུ་འགྲོ་གི་ཡོད་པ། དེ་སྔ་རྒྱ་གར་དང་རྒྱ་ནག་བར་ལ་ཡང་ལ་དྭགས་ལ་ཡང་ད་ཅིག་གར་སོང་བ་རེད་གནས་ཚུལ་བྱུང་པ། ཁྱོན་ཡོངས་ནས་ད་ག་ནང་བཞིན་གྱི་ལྷོ་རྒྱ་ནག་རྒྱ་མཚོ་ལ་ཡང་ད་ལྟ་རྒྱ་ནག་གི་ཐེ་ཇུས་བྱས་བྱས་རྒྱལ་ཁབ་མང་པོ་ཅིག་མཉམ་དུ་ལ་ཡང་ད་ལྟ་ད་བེར་ནཱམ་རེད་ཧྥི་ལི་པིན་རེད་མ་ལེ་ཤི་ཡ་རེད། མང་པོ་ཅིག་ཉམས་དོགས་ལ་ཡ་ད་ཅིག་ཁར་སོ་བོ་རེད་ཨང་རྙོག་གླེང་ཡོད་བསྡད་པ་དེ་ཡིན་དུས་ཁ་ལ་ཡ་ད་འཛམ་བུ་གླིང་ཕྱོགས་ག་ནས་བལྟས་པའི་ནས་ད་ལྟའི་ཆ་ལ་ཡ་རྒྱ་ནག་དམར་གཞུང་ལ་ཡ་དངོས་གནས་ཅིག་ཁར་སོ་བོ་རེད་ཚང་མས་ཀྱི་ཨ་ཅིག་ཁར་སོ་བོ་རེད་ཨ་ཅེ་འུ་ཐུག་བྱས་ཁོ་རང་ཚོས་ཀྱི་ད་ཅིག་སྤྱོད་པ་ངན་པོ་དེ་ལ་ཡ་ཨ་ཅེ་འུ་ཐུག་ནས་ད་ཚང་མས་ཀྱི་ཨ་ནི་རྒྱ་ནག་གཞུང་ལ་ཡ་གདོང་ལེན་བྱས་ཀྱི་དུས་ཚོད་དེ་འདྲས་ཅིག་ལ་ཡ་ང་ཚོ། འཐབ་རྩོད་བྱེད་མིན་བྱེད་པའི་ཆ་ནས་ང་རང་ཚོའི་ངོས་ནས་ང་ཚོ་ལ་ཡ་ད་དེའི་གནས་སྟངས་འདིའི་འོག་ལ་ཡང་ང་ཚོ་ལ་གོ་སྐབས་ག་རེ་ཡོད་པ་དེ་ང་ཚོ་གི་ཐབས་ཤེས་ག་ཚོད་ག་རེ་གནང་དགོས་དེ་གལ་ཆེན་པོ་རེད་གསུང་གི་འདུག་དེའི་འདུས་ཁ་ལ་ཡ། རྒྱ་ནག་ལ་ཡ་ད་དེའི་གི་གནས་སྟངས་ནང་བཞིན་འབྱུང་འགྱུར་ལོ་ག་ཚོད་ནང་ལོགས་ལ་ཡ་གནས་སྟངས་དེ་འདྲ་ཆགས་གི་རེད་ཆགས་གི་མ་རེད་ང་ཚོ་བཤད་ཐུབ་གི་མ་རེད་དེའི་འདུས་ཁ་ལ་ཡ། ལོ་རྒྱུས་ནང་ལོགས་ལ་ཡ་གོ་སྐབས་ཞེས་ཅིག་ལབ་པའི་སྐབས་ལ་ཡ་གོ་སྐབས་དེ་ཨ་ནི་ཅིག་སྐབས་དང་དུས་ལ་ཡ་དམ་འཛིན་བྱས་མ་ཐུབ་པ་ཡིན་ན་ཨ་ནི་ཅིག་དངོས་གནས་ཅིག་ཁག་པོ་ཆགས་བསྡད་ཀྱི་རེད་དེའི་འདུས་ཁ་ལ་ཡ། ད་ལྟའི་གི་གནས་སྟངས་ལས་ང་ཚོ་གོ་སྐབས་བཟང་པོ་ཞིག་འོ་ཅི་སོ་སོའི་ངོས་ནས་འདུག་བསམ་གྱི་འདུག་དེང་དུས་ཀ་ལི་ཡ་ཨེ་ནི་ད་ལྟ་ཡིན་པའི་ནས་དྲ་ད་ཅིག་འོས་བསྡུ་སླེབས་ཆེད་ང་རང་ཚོ་སྲིད་སྐྱོང་གསར་བ་བསུ་ཕོད་ཀྱི་ཡོད་པའི་ནས་འབྱུང་འགྱུར་ལོ་ལྔ་ནང་ལོ་ལི་ཡ་ཨེ་ནི་བོད་དོན་དང་འབྲེལ་བའི་ཐོག་ནས་བཟང་ཕྱོགས་ཀྱི་ཨེ་ནི་ཅིག་ཁ་ལོ་བསྒྱུར་ཡ་ལི་ཡ་གོ་སྐབས་ཧ་ལས་པའི་གི་བཟང་པོ་ཅིག་ལི་ཡ་སོ་སོས་གི་མཐོང་བསྡད་གི་འདུག་བྱས་རྗེས་ཨེ་ནི་འདི་གི་བརྒྱུད་ནས་ཨེ་ནི་ང་རང་ཚོའི་གི། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནེ་ཅི་གར་སོགས་བར་བོད་ལ་ཡ་ཞབས་སོར་འཁོད་ཐུབ་ཡ་གི་སྐལ་པ་བཟང་པོ་གི་དུས་ཚོད་ཅིག་ཆགས་སྲིད་པ་རེད་བསམ་གྱི་ཡོད་དུས་ཡིན་དུས་སྐབས་ལ་ཡ་ཨ་ནེ་ཅི་ད་ལྟའི་གི་ངའི་གནས་སྟངས་འགྲེལ་བཤད་ཞུས་པ་འདི་གའི་འདི་ཚང་མ་ཤེས་པའི་ཐོག་ནས་ཨ་ནེ་ཅི་གར་སོགས་བར་ང་རང་ཚོ་མདུན་སྐྱོད་བྱེད་པས་ན་ངེས་པར་དུ་ཨ་ནེ་ང་རང་ཚོ་བོད་ཀྱི་ཅིག་བདེན་དོན་གསལ་ཡ་ལ་ཡ་ཐབས་ཤེས་ལམ་ཁ་ཅིག་གོ་སྐབས་བཟང་པོ་ཞུ་གི་བྱེད་འདུག་བྱས་རྗེས་འདི་གཅིག་ཞུས་ཡ་ཨི་དེ་ནས་ད་ཅིག་ཉིས་སྟོང་ཉིས་རྩ་གཅིག་གི་གལ་གནད་དེ་དག་ནང་བཞིན་གྱི་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་མི་དང་འབྲེལ་བའི་ཐོག་ནས་སོ་སོའི་གི་བསམ་ཚུལ་སྙིང་བསྡུས་ཀྱིས་ཞུས་པ་ཡིན་ན། ད་ཡོངས་གྲགས་རེད་ཚང་མས་གི་གསུངས་བསྡད་ཀྱི་ཡོད་རེད། ང་རང་ཚོའི་གི་འོས་མི་ཚོ་ཟེར་བྱས་ཅེས་ལབ་པའི་སྐབས་ཡ་ཨེ་ནི་འོས་མི་ཚོ་ཨེ་ནི་ཅེས་སྐར་ཚོགས་རེད། བཤད་རྒྱུན་གཉིས་ལྡན་ཡིན་པ། ལྷག་བསམ་ཡོད་ངེས། ཨ་ནི་འདི་གལ་ཆེན་པོ་རེད་ཟེར་བྱས་ཚང་མས་གསུངས་བསྡད་ཀྱི་ཡོད་རེད་དེ་དུས་སྐབས་ཡ། སོ་སོ་རང་ཉིད་ཆ་བཞག་པའི་ནས་ཨནི་ཅེ་གར་སོ་བ་རེད་ཨང། བསམ་ཚུལ་འདི་གའི་དེ་ལ་ཡང་རྒྱབ་སྐྱོར་ཡོད་བསྡད་པ། སྲིད་སྐྱོང་གི་ཡོད་མེད་རེད་ད་ཨ་ནེ་ཞན་གྱི་སྤྱི་འཐུས་རྣམ་པ་ཚོ་ཡིན་པས་ནི་ཅིག་ཤེས་འཇོན་གཉིས་ལྡན་དང་ལྷག་བསམ་དགོས་ཡ་གལ་ཆེན་པོ་ཞེ་དྲག་རེད་ཤག་ཨནི་ཚོགས་ཆེ་ཤོས་དེ་ད་ང་རང་ཚོ་སྲིད་སྐྱོང་འོས་འདེམས་བྱས་པའི་སྐབས་ཡ་གར་དགོས་རེད་ལབ་པས་ན་ཨནི་སྲིད་སྐྱོང་གི་འོས་མི་དེ་རྒྱ་བ་རོང་པ་ཆེ་ལ་ཡ་དབུ་བོ་འཕོ་འདེད་ཞུ་ངེས་ཨནི་ད་ཅི་གོང་དུ་ངས་རྒྱལ་སྤྱིའི་ཆབ་སྲིད་ཀྱི་འཕོ་འགྱུར། འགྲེལ་བརྗོད་ཞུས་པ་དེ་གས་དེ་ཆ་ཚང་ཤེས་པའི་ཐོག་ནས་ཨེ་ནི་ཅིག་ང་ཚོ་ལ་ཡ་ད་འདས་ཀྱི་གནས་སྟངས་དེ་འདྲས་ཅིག་གི་དབར་ལ་ཡ་ང་རང་ཚོས་ཀྱི་འཐབ་རྩོད་ལ་ཡ་ཕན་ཐོག་ཡ་ང་རང་ཚོས་ཀྱི་བོད་ཀྱི་གནད་དོན་དེ་སེལ་ཡ་ལ་ཡ་ཨེ་ནི་ཅིག་གོ་སྐབས་ག་རེ་འདུག་དེ་འདྲས་ཅིག་དམ་འཛིན་བྱས་ཐུབ་ངེས་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡ་ད་ཅིག་གར་སོང་རེད་ང་རང་ཚོས་ཀྱི་བོད་ཀྱི་གནད་དོན་འདི་ཨེ་ནི་ཅིག་སྐྱེལ་བ་ཙམ་དུ་མ་ཟད་ཨེ་ནི་དངོས་གནས་རང་དོན་ཕན་སོན་ཐུབ་ངེས་ཅིག་ད་ང་རང་ཚོ་སྲིད་སྐྱོང་ཅིག་ངེས་པར་དུ་དགོས་མཁོ་རེད་བསམ་གྱི་འདུག་དེ་ཨེ་ནི་ཅིག་སོ་སོའི་གི་ད་ད་ཟླ་གཅིག་ཉིས་སྟོང་ཉིས་ས་གཅིག་གི་འོས་བསྡུ་དང་འབྲེལ་བའི་ཐོག་ནས་བསམ་ཚུལ་ཞུས་པ་གཅིག་དེ་རེད། དེ་ནས་ད་ཅི་གར་སོ་རེད་མི་མང་གི་འགན་ཁུར་བྱས་རྗེས་ང་ཚོ་ལབ་པའི་སྐབས་ཡ། མི་མང་གི་འགན་ཁུར་དེ་ནི་གར་ཆག་བོ་རེད་ལབ་ཡིན་ན། ང་ཚོར་ཡ་ད་རྒྱ་བོར་མོ་བྱས་ཀྱི་དམངས་གཙོ་གསོལ་རས་གནང་བྱས་དངོས་གནས་ཅི་གར་སོ་རེད་ད་ལྟ་ང་རང་ཚོ་བཙན་བྱོལ་སྤྱི་ཚོགས་སྤྱི་དང་མ་འདྲ་བ་དམངས་གཙོ་ཡང་དག་པ་ཅིག་ངང་ནས་ང་ཚོ་ད་ད་འགྲོ་དང་འགྲོ་བཞིན་པ་རེད་དེ་དུས་ཀ་ལ་ཡ། དམངས་གཙོའི་སྤྱི་ཚོགས་ནང་ལོགས་ལ་ཡང་ཨེ་ནི་ཅིག་ཁར་སོ་རེད། མི་དམངས་ཀྱིས་འོས་འཕེན་ཡ་དེ། ཨེ་ནི་ཅིག་ཁར་སོ་རེད་རྒན་རྩ་ཆེ་ཤོས་དེ་ཆགས་ཏེ་གྱུར་དེ་ཡིན་དུས། ཨེ་ནི། ང་རང་ཚོ་བོད་མི་རེ་རེ་གཉིས་གཉིས་ཀྱིས་འོས་བསྡུ་ལ་ཡ་ཨེ་ནི་འོས་བསྡུ་སླེབས་པའི་སྐབས་ལ་ཡ་ཨེ་ནི་ཅིག་ཁར་སོ་རེད་འོས་བསྡུ་ནང་ལ་ཡ་ཆ་ཤས་ལེན་བྱེད། འོས་ཤོག་བླུ་བ་དེ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་འདི་ངེས་པར་དུ་གནང་དགོས་ཀྱི་རེད་གནང་རོགས་གནང་བྱེད་ཅེས་སོ་སོའི་ངོས་ནས་འབོད་སྐུལ་ཞུ་ཡ་གཅིག་དེ་རེད། དེ་དང་མཉམ་དུ་ལ་ཡ་ད་འོས་ཤོག་བླུ་བའི་སྐབས་ལ་ཡ་ཨེ་ནི་འོས་ཤོག་བླུ་མཁན་གྱི་ངོས་ནས་ཨེ་ནི་ཅིག་འོས་ཤོག་བླུ་ས་དེ། ཨ་ནེ་ཅི་གར་སོགས་རེད་སྲིད་སྐྱོང་གི་འོས་མི་ཡིན་པའི་ལས་རེད་སྤྱི་འཐུས་ཀྱི་འོས་མི་ཡིན་པའི་ལས་རེད་ཨ་ནེ་ཅི་གར་སོགས་རེད་ཨང། ཤེས་འཇོན་གཉིས་ལྡན་དང་ལྷག་བསམ་ཡོད་ངེས་ཀྱི་གང་ཟག་ཅིག་ལ་ཡ་དམིགས་པའི་ཐོག་ནས་འོས་ཤོག་བླུགས་ཡ་མ་གཏོགས། ཨ་ནེ་ཅི་གར་སོགས་རེད་ང་ཚོའི་སྤྱི་ཚོགས་ནང་ལོག་ལ་ཡ་ཐག་ཅིག་ཆོལ་ཁ་ཆོས་ལུགས་ཀྱི་འཐེན་འཁྱེར་རེད་སྐབས་རེ་ད་ཕྱིས་སུ་ཡང་ཅི་གར་སོགས་རེད་གཞིས་ཆགས་གཅིག་པ་དང་བླ་གྲྭ་གཅིག་པ་དང་དེ་འདྲས་ཀྱི་གནས་ཚུལ་ཁ་ཤས་བཅས་ཡོང་གི་ཡོད་རེད་བསྟུན་དུས་ཕྱོགས་ཞེན་གྱི་རིགས་སྐད་ཆ་ཆ་ཚང་སྤངས་པའི་ཐོག་ནས་ཨ་ནེ་ཅི་གར་སོགས་རེད། སྲིད་སྐྱོང་ཡིན་པའི་ནས་འདྲ་སྤྱི་འཐུས་ཡིན་པའི་ནས་འདྲ་བོད་སྤྱི་པའི་གི་རྩ་དོན་ལ་ཡང་དངོས་གནས་ཅིག་ཁ་ཞེ་གཉིས་མེད་ཀི་སུས་ཕན་ཐོག་ས་རེད་སུས་ལས་ཀ་བྱ་ཐུབ་ས་རེད་འདི་ནི་ཐུགས་ལ་ཡ་བཞག་པའི་ཐོག་ནས་མང་ཚོགས་ཀི་འོས་འཕེན་འདི་གལ་ཆེན་པོ་རེད་བཞག་ཟེར་བྱས་འདི་ཅིག་ཤོས་ཡིན་དེ་ནས་འོས་བསྡུའི་ལས་རིམ་གི་རྒྱུ་འོས་བསྡུའི་གི་ལས་རིམ་དང་འབྲེལ་བའི་ཐོག་ནས་ནི་ཅིག་ཁར་སོ་རེད། དེ་སྔ་ཉིས་སྟོང་བཅུ་དྲུག་གི་འོས་བསྡུ་ལས་རིམ་དང་འབྲེལ་བའི་ཐོག་ནས་འདི་གི་རྗེས་འབྲས་སུ་ཡིན་པའི་ནས་ད་སྤྱི་ཚོགས་ནང་ལོག་ལྷའི་ལབ་གླེང་ག་ལ་གང་འཚམ་ཅིག་བྱུང་བ་རེད་འདི་ཚང་མས་ཀྱི་ཤེས་ཀྱི་ཡོད་རེད་དེ་ཡིན་དུས་ག་ལ་ཡ་ཨ་ནི་འདི་ནས་སློབ་གསོ་ལེན་པའི་ཐོག་ནས་ད་རིང་གི་འོས་བསྡུ་འདི་དང་འབྲེལ་བའི་ཐོག་ནས་མང་ཚོགས་ཀྱི་ད་དེ་སྔའི་སྤྱི་ཚོགས་ནང་ལོག་ལ་ཡ་ད་ཅིག་རྙོག་གླེང་བྱུང་བ་དེ་གས་འདི་མ་ཡོང་ཡ་ལ་ཡ་ཨན་ཚང་མས་ཀྱི་དགོངས་པ་རྒྱ་ཆེན་པོ་བཞེས་ཆེད་ད་རིང་གི་འོས་བསྡུ་གི་བརྒྱུད་རིམ་ནང་ལོག་ལ་ཡ་ཨ་ནི་ང་རང་ཚོ་ཚང་མས་ཀྱི་ཅིག་གར་སོ་བར་སྤྱི་ཚོགས་དྲ་རྒྱ་ཡིན་པའི་ནས་ད་སྐད་འཕྲིན་ནང་ལོགས་ལ་ཡིན་པས་ནས་འདྲ། བོད་སྤྱི་པའི་རྩ་དོན་ལ་ཡང་ཕན་ཐོགས་ཡ། ནི་བོད་པའི་གི་ཆིག་སྒྲིལ་ལ་ཡང་ཕན་ཐོགས་ཡ། ག་རེ་བྱེད་དགོས་ཀུ་དོག་བྱེད་ཐུག་ས་རེད་འདི་འདྲས་གི་ཐོག་ལ་ཡང་བཀའ་མོལ་གནང་ཡ་མ་གཏོགས། ནི་བོད་སྤྱི་པའི་རྩ་དོན་ལ་ཡང་གནོད་གཞི་འགྲོ་ཡ་དང། ནི་བོད་མི་ཆིག་སྒྲིལ་ལ་ཡང་དོ་ཕོག་འགྲོ་ཡ་གི་བཀའ་མོལ་དང་ཕྱག་ལས་འདི་འདྲས་གནང་ཡ་གི་འདི་འདྲས་གི་ད་སྐད་འཕྲིན་དང་སྤྱི་ཚོགས་དྲ་རྒྱ་གི་བརྒྱུད་ནས་བྱུང་བ་ཡིན་ན། འདི་ང་རང་ཚོ་ལ་ཡང་མོ་གོ་ཡ་རེད། འདི་མཐའ་མ་འདི་གང་ཅག་རྒྱ་ནག་གཞུང་གི་དགོས་མཁོ་སྒྲུབ་ཀྱི་སྒྲུབ་ཡ་གི་ཆག་གི་རེད་མ་གཏོགས་འདི་ང་ཚོ་ལ་ཡང་རྩ་བ་ཉེ་ནས་ཕན་ཐོགས་བ་མ་རེད་དེ་ཡིན་དུས།

ཨེ་ནི་དོ་བདག་རང་ཉིད་ཀྱིས་ཐུགས་ཐག་བཅད་བྱས་གང་ཆེ་ང་སྲིད་སྐྱོང་ལང་གི་ཡིན་ང་སྲིད་སྐྱོང་ལང་བྱས་ཨེ་ནི་འབྱུང་འགྱུར་ལོ་ལྔ་ནང་ལོག་ལ་ཡང་ངའི་ངོས་ནས་དམིགས་ཡུལ་དང་འཆར་གཞི་འདི་ཡིན་ཟེར་བྱས་དེ་འདྲས་ཀྱི་གསལ་སྟོན་གནང་ཐུབ་མེད་ཅིག་ངེས་པར་དུ་འོས་མི་འོས་མི་ཚོས་ཀྱིས་གནང་དགོས་ཀྱི་རེད་བསམ་གྱི་འདུག་ཨེ་ནི་དེ་ཚང་མས་ཀྱིས་གནང་གི་ཡོད་པས་ཀྱི་སོ་སོའི་ངོས་ནས་ཡིད་ཆེས་ཞུ་གི་ཡོད་དེ་དང་མཉམ་དུ་ལ་ཡང་ཨེ་ནི་འོས་བསྡུའི་ཀྱི་བརྒྱུད་རིམ་ལ་ཡང་ཨ་ནི་སྲིད་སྐྱོང་འོས་མི་གཅིག་གིས་སྲིད་སྐྱོང་འོས་མི་གཞན་པ་ལ་ཡག་གཅིག་ཞིམ་མེད་སྐྱོན་བརྗོད་བྱེད་ཡག་དང་ཨ་ནི་གཅིག་ཟུར་ཟ་བྱེད་ཡག་དང་དེ་འདྲས་ཅིག་ཡོང་གི་རེད་བསམ་གྱི་མེད་ལ་ཨ་ནི་གཅིག་ངེས་པར་དུ་མ་ཡོང་ཡ་དེ་གལ་ཆེན་པོ་རེད་བསམ་གྱི་ཡོད། ད་དཀའ་ངལ་གཅིག་དེ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ་ཨ་ནི་རྒྱབ་སྐྱོར་བ་གི་ད་གཅིག་གར་སོང་བ་རེད་སྐད་ཆ་བཤད་སྟངས་གི་ཐོག་ནས་ཡ་གཅིག་སྤྱི་ཚོགས་ནང་ལོགས་ལ་ཡ་དཀའ་ངལ་བྱུང་བ་རེད་དེ་སྔ་དེ་ཡོང་དུས་ག་ལ་ཡ་རྒྱབ་སྐྱོར་བ་ཚོའི་ངོས་ནས་རྒྱབ་སྐྱོར་གནང་གི་ཡིན་པིན་ན་སོ་སོའི་གི་འོས་མི་དེ་ལ་ཡ་ཁ་ཞེ་གཉིས་མེད་གི་རྒྱབ་སྐྱོར་གནང་གི་ཡིན་པིན་ན། གར་གནང་དགོས་རེད་ལབ་ཡོད་ན་སོ་སོའི་གི་འོས་མི་དེ་ཡི་ངོས་ནས་ཨེ་ནི་གཅིག་འབྱུང་འགྱུར་སྲིད་སྐྱོང་གི་འོས་འདེམས་བྱུང་པའི་ཡིན་ན་ཨེ་ནི་བ་འོང་གི་ལས་འཆར་ག་རེ་རེད་ཕྱག་ལས་ག་རེ་གནང་གི་རེད་དགོངས་པ་ག་རེ་བཞེས་དགོས་རེད་དེ་སྐད་དེ་མི་མང་ལ་ཡང་དྲིལ་བསྒྲགས་བྱས་ཡ་མ་གཏོགས་དེ་ལས་འཕྲོས་པའི་གི་ཨེ་ནི་ང་རྒྱབ་སྲིད་སྐྱོང་འོས་མི་དེ་ལ་ཡང་རྒྱབ་སྐྱོར་བྱེད་གི་ཡིན་ཟེར་བྱས་སྲིད་སྐྱོང་འོས་མི་གཞན་པ་བཅས་ལ་ཡང་ཨེ་ནི་གཞི་མེད་སྐྱོན་བརྗོད་དང་ཟུར་ཟ་བྱས་བསྡད་པ་ཡིན་ན་ཨ་ནི་བདེ་གི་སྤྱི་ཚོགས་ནང་ལོག་ལ་ཡ་འདབ་སིང་འབྲུག་འདུག་དེ་ཡིན་དུས་དེ་ངེས་པར་དུ་དམར་ནག་རུ་ནག་ཞིག་ཅིག་ཞུ་ཡ་ཡིན་དེ་ཡིན་དུས་སྲིད་སྐྱོང་འོས་མི་དོ་བདག་སོ་སོས་ཡིན་པས་ན་འདྲ་རྒྱབ་སྐྱོར་བ་རང་ཉིད་ཡིན་པས་ན་འདྲ་སོ་སོའི་ངོས་ནས་སོ་སོའི་གི་ས་མཚམས་དེ་ཤེས་པའི་ཐོག་ནས་ཕྱག་ལས་གནང་བས་ན་ཡང་ང་ཚོ་སྤྱི་ཚོགས་ནང་ལོག་ལ་ཡ་དཀའ་ངལ་ད་བབས་སད་ཐུ་བས་གི་ག་འདྲ་རེ་ཅིག་ཆགས་གི་ཡོད་ན་ཡིན་ནའི་ད་དེ་སྔ་ནང་བཞིན་གི་དཀའ་ངལ་ཆགས་གི་མ་རེད་དཀའ་ངལ་བརྒྱ་ཆ་བརྒྱ་ཐམ་པ་ཉུང་རུ་འགྲོ་གི་རེད་དེ་ཚང་མས་གི་དགོངས་པ་བཞེས་ཕྱོགས་དང་ཕྱག་ལས་གནང་ཕྱོགས་ལ་ཡ་རག་ལས་བཞག་ཟེར་བྱས་དེ

རྒྱ་གར་མོ་ཆེར་ཡག་པོ་དཔུང་འདེགས་ཞུས་ཐུབ་ངེས་ཨེ་རེད་ཅེས། ད་ལྟ་ངས་གོང་དུ་འགྲེལ་བརྗོད་ཞུས་པའི་གི་ནང་ལོགས་ལ་ཡང་རྒྱལ་སྤྱིའི་གི་ཆབ་སྲིད་འཕོ་འགྱུར་ག་རེ་ག་རེ་འགྲོ་གི་ཡོད་མེད་དེ་ཚོ་ཤེས་པའི་ཐོག་ནས་ཨེ་ནི་ལོ་ལྔ་ནང་ལོགས་ལ་ཡང་ཨེ་ནི་ཅེས་གར་སོ་རེད་རྒྱ་གར་མོ་ཆེ་ཕོ་བྲང་པོ་ཏཱ་ལགས་ལ་ཡང་རྟེན་འབྲེལ་ཞུས་ཆེད་ཨེ་ནི་ང་རང་ཚོ་གཞིས་བྱེས་མཉམ་འཛོམས་བྱས་ཆེད་ཨེ་ནི་རྒྱ་གར་མོ་ཆེའི་གི་གསེར་གི་ཞལ་རས་ཕོ་བྲང་པོ་ཏཱ་ལགས་ནས་ང་གསུང་ཆོས་གནང་ཐུབ་ཡག་གི་ཡོང་ངེས་གི་སྨོན་ལམ་ཡོད་ཅེས་བྱས་ཏེ་ཞུས་ཡ་དང་ཨེ་ནི་མཐའ་དོན་དེ་ལ་ཡང་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པས་སྐད་ཆ་བསྟན་པ་དང།